གདན་སའི་དཔེ་ཆ་བ་ཞིག་གིས་སློབ་གཉེར་བྱེད་ཆོག་ཅེས་ཨ་ནུའི་བརྗོད་གཞི་འདི་བསྡུ་བྱས་ཆགས་དུ་ཡོད། དེ་ནས་སྐུ་མགྲོན་དེས། དགེ་ལུགས་རྒྱུགས་སྤྲོད་ཆེན་པོ་ལོ་ངོ་དྲུག་གི་རིང་ལས་ཨང་རིམ་དང་པོའི་གི་བྱ་དགའ་བཞེས་མྱོང་མཁན་དང། དེང་རབས་ཀྱི་ཚན་རིག་ལའང་ཐུགས་སྣང་ཡོད་མཁན་སེར་བྱེས་ཁེ་ཉེན་གྲྭ་ཚང་གི་དཔེ་ཁྲིད་དགེ་རྒན། དགེ་བཤེས་ལྷ་རམས་པ། རྒན་ཐབས་མཁས་བློ་གྲོས་བསྡུ་བྱས་ཆགས་དུ་ཡོད། རྩ་བའི་དགེ་བཤེས་ལགས་ད་ལྟ་གདན་ས་དགའ་ལྡན་ལའང་དགའ་ལྡན་རྣམ་པར་རྒྱལ་བའི་གླིང་ལའང་འཇང་དགུན་ཆོས་ཚོགས་བཞེངས་པ་ཡིན་དུས་ཚང་མ་ལའང། དགེ་ཆེ་ལགས་ཀྱིས་དུས་ཚོད་སྤྱད་ནས་ད་ཅིག་སེར་བྱེས་མཁས་སྙན་གྲྭ་ཚང་གི་སློབ་གཉེར་བ་ཚོ་ལ་ཡང་སྦྱང་དགོས་ཆོས་ལ་ཡང་དུས་ཚོད་སྤྱད། དཔེ་ཁྲིད་གནང་ཁག་ཕེབས་པ་ཅིག་ཆགས་ཀྱི་འདུག་དེ་རྒྱུན་ད་དུས་རྒྱུན་ལྡན་ནས་ཨ་ནི་དགེ་ཆེ་ལགས་དུས་ཚོད་སྤྱད་ནས་སྦྱང་དགོས་ཆོས་ཀྱི་རིང་ལ་ཡང་ཅིག་དཔེ་ཁྲིད་གནང་ཡ་རེད་ད་དེ་འདྲའི་ཐོ་གོམ་ཞི་དྲག་མི་འདུག་ད་ཡིན་ནའི་དེ་རིང་རེས་གཟའ་ཟླ་བས་ཀྱི་གུང་སེང་གི་གོ་སྐབས་ཅིག་གོ་སྐབས་ཅིག་དང་བསྟུན་བྱས་ཨ་ནི་དགེ་ཆེ་ལགས་ཀྱིས་དུས་ཚོད་སྤྱད་བཅར་འདྲི་ཞུ་ཡག་གི་གོ་སྐབས་དུས་ཚོད་སྤྱད་གནང་སོང། དགེ་ཆེ་ལགས་ཐོག་མ་དེ། ཉི་མ་བཅུ་སོང་ལ་དགེ་བཤེས་ལགས་གྱུར་ཟེར་གྱིས་ཡག་གི་གོ་སྐབས་རག་པ་དེ་ཨ་ནི་དགའ་བོ་ཞེ་དྲག་བྱུང། ཨ་མཉམ་དུ་དགེ་བཤེས་ལགས་ལ་ཡག་གྱུར་བཅར་འདྲི་ཞུ་ཡག་གི་གོ་སྐབས་ཅིག་གནང་རོགས་གནང་ཟེར་གྱིས་གུས་པ་རང་ཉིད་ནས་རེ་འདུན་ཞུས་པར་གཞི་བཟུང་བྱེད་ཅིག་ཨ་ནི་དགེ་བཤེས་ལགས་ཀྱི་དུས་ཆེན་ཐུགས་བརྩེ་བ་ཆེན་པོའི་ཐོག་ནས་ཨ་ནི་བཅར་འདྲི་ཞུ་ཡག་གི་གོ་སྐབས་བཟང་པོ་གནང་བ་དེ་ལ་ཡག་ཐོག་མ་ཨ་མྱིང་ཐག་པ་ནས་ཐུགས་རྗེ་ཆེ་དང་བཀྲ་ཤིས་བདེ་ལེགས་ཞུ་ཡག་ཡིན། བཀྲ་ཤིས་བདེ་ལེགས། རྩ་བའི་གྱི་ཤི་ལ་དག། ད་ལན་འཇང་དགུན་ཆོས་ལ་ཡང་དུས་སུ་བྱས། ད་དངོས་སུ་གྱི་ཤི་ལ་དུས་སུ་བྱས་ཡ་དེ་ཐེངས་དང་པོ་ཆགས་ཆགས་རེད་ལང། འདི་སྔོན་ནས་རྩ་བའི་གྱི་ཤི་ལ་དག་ཅེས་ཚན་རིག་བགྲོ་གླེང་དང་དེ་མཚུངས་ལ་མཉམ་ཞུགས་གནང་སྐྱོང་དེ་འདྲའི་དྲ་ཐོག་ལ་མང་པོ་ཅིག་རྗེས་སུ། ཉིས་སྟོང་བཅུ་དྲུག་གི་ལོ་ལ་ཡང་ཨ་ནི་རྗེ་འཇང་ཡང་ཞུ་བྱེད་བཀྲ་ཤིས་པ་འདེབས་པ་ཆེན་པོའི་གདན་སར་འབྲས་སྤུངས་ཕྱག་བཏབ་ནས་ཨ་ནི་ལོ་ངོ་དྲུག་བརྒྱ་འཁོར་བའི་ལོ་དེ་ལ་ཡང་འབྲས་སྤུངས་བློ་གསལ་གླིང་གི་འདུ་ཁང་ནང་ལོ་ལ་ཡང་ཚོས་ཚན་རིག་གི་དེ་བགྲོ་གླེང་ཆེན་པོ་ཅིག་ནང་གྱི་ཤི་ལ་མཉམ་ཞུགས་གནང་ཡོད་པ་དང་ཨ་ནི་དེའི་རྗེས་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡང་གསར་འགོད་པའི་ཚན་རིག་དང་འབྲེལ་བའི་ཐོག་ནས་བཅར་འདྲི་ཞུ་ཡ་ཅི་ཡང་བྱས། དེ་ཡིན་དུས་ཐ་ཡི་ལེ་ད་ལན་ཡེ་ཤེས་ལགས་དུས་ཕྱིར་དངོས་སུ་དུས་མཇལ་ཡ་དེ། དེ་སྨྱོས་ནས་དྲ་ཐོག་ནང་ལ་མཇལ་མྱོང་དུ་ཡོད་རེད་དངོས་སུ་མཇལ་ཡ་དེ་ཐེངས་དང་པོ་འདྲ་བོ་བྱ་དགོས་པའི་སོང་ཙང། ཨ་དགེ་བཤེས་ལགས་ལ་ཡང་དམིགས་བསལ་གྱི་ཐོག་མང་དེ་ལ་ཡང། འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ལྟོས་ཆེ་ན་ལགས། སྙམ་དུ་ཨ་ནི་དགེ་བཤེས་ལགས་ད་ཅིག། ཅིག་ནང་ཆོས་སྦྱང་ཡང་ད་དགེ་བཤེས་ལྷ་རམས་པའི་དམ་བཅའ་ཤག་དུས་ཚར་བ་རེད་ཨ་ནི། དེང་རབས་ཀྱི་ཚན་རིག་ལ་ཡང་ཐུགས་སྣང་ཆེན་པོ་དེ་འདྲ་ཡོད་མཁན་ཞིག་རེད་དེ་འདྲ་ཡིན་དུས་ཙང་མ་ལ་ཡང། ཨ་དགེ་བཤེས་ལགས་ཀྱིས་ད་མ་འོངས་པར་ཨ་ནི་ཅིག། ཆོས་ཕྱོགས་ཀྱི་ཐོག་ནས་རེད་ཨང་དེང་རབས་ཀྱི་ཚན་རིག་ཐོག་ནས་རེད་ཨང་མ་འོངས་པའི་ད་ཅིག་ལས་འཆར་ག་འདྲས་བྱོས་པ་ཡིན་ནས་དེ་དག་ཐམས་ཅད་ཨང་ཅིག་སྐུའི་དག་པོ་ཡག་པོ་ཡོང་ཐུབ་པ་ཨང་དགེ་མེད་ལམ་ལོང་ཡག་པོ་ཡོང་ཐུབ་ཡག་གི་ཨང་བཀྲ་ཤིས་སྨོན་འདུན་ཞུ་ཡག་ཡིན། ཅི་བྱས་ན་འདྲ་སོང། ཐོག་མ་དེ་ཨང་དགེ་བཤེས་ལགས་དེ་སྐུ་འཁྲུངས་ས་བྱས་ཨང་དེ་ནས་ཐོག་མ་དགོན་པ་ག་བ་ལོ་ཆོས་ཞུགས་གནང་ཡོད་མེད་ཨང་དེ་ནས་བྱས་ཀྱི་གདན་ས་ཆེན་པོ་སེ་ར་ཐེག་ཆེན་གླིང་གི་ཡ་གྱལ་སེར་བྱེས་མཁས་སྙན་གྲྭ་ཚང་ནང་ལ་ག་དུས་ཕེབས་ཡོད་མེད་ཨང་སེར་བྱེས་མཁས་སྙན་གྲྭ་ཚང་ནང་ལ་ཕེབས་ནས། ཆགས་པའི་བཟི་ཡག་གི་དགེ་བཤེས་ལགས་ཀྱི་བརྒྱུད་རིམ་གཅིག་བྱས། ཡང་དགེ་བཤེས་ལགས་ཚན་རིག་ལ་ཐུགས་སྣང་ཡོད་མཁན་ཞིག་ཡིན་དུས་ཙམ་མ་ལ་ཡ་ཚན་རིག་འདུ་བྱེད་སློབ་གཉེར་གནང་ཡག་གི་བརྒྱུད་རིམ་ངོ་དེ་མདོར་བསྡུས་ཐོག་མ་དེ་ངོ་སྤྲོད་ཅིག་གནང་རོགས་གནང་ཟེར་བྱས་ཞུས། ལགས་སོ་ཨ་ནི་ཚང་མ་ལོག་ལ་བཀྲ་ཤིས་བདེ་ལེགས། བྱས་ཙང་ད་ང་ལ་དམིགས་བསལ་ཞུ་ཡག་ཟིག་ད་གལ་མི་འདུག་ད་ཡིན་ནའི་རྩ་བའི་བརྗོད་གཞི་སློབ་གཉེར་སྐོར་ལ་སྐད་ཆ་བཤད་གསུངས་ཙང་ད་ཡང་གཅིག་ཡང་དགའ་བོ་ར་བ་གཅིག་འདུག་གོ་སྐབས་གནང་བ་བྱས་ཙང་དོད་ཆེ་གནང་ཞུ་ཡིན་གང་ཡིན་ཟེར་ན་ད་སོ་སོ་སློབ་གཉེར་བ་གཅིག་ཡིན་པའི་ངོ་ནས་སློབ་གཉེར་ལ་ཧ་ཅང་གི་དགའ་པོ་གྱུར་བ་མི་ཚེ། སློབ་གཉེར་བྱེད་ཡ་དེ་དག་སོ་སོའི་མི་ཚེ། མི་ཚེ་སྙིང་པོ་འདྲ་བོ་ཀྱི་རྩིས་དེ་ཉིད་ཅིག་རེད་བ་ད། ང་ཚོ་འདྲ་བོ་ཡིན་ན་དེ་ཡིན། ང་ཚོས་བྱས་ཙང་དབྱིན་ཇིའི་ཐོག་ལ་ཁ་ཤས་ཀྱི་ཐ་སྙད་བེད་སྤྱོད་དང་སྔོན་མ། ད་ལྟ་ཨ་མི་རི་ཀའི་མཐོ་སློབ་ད MIT སིནིའི་དགེ་རྒན་དེའི་ནང་ལོགས་ལ་དངོས་ཁམས་ཚན་རིག་བསླབས་ནས་དགེ་རྒན་དེ་དཔེ་རྒན་སྒོ་ཆགས་ནས་ད་ཁོང་དགེ་རྒན་སྐད་གྲགས་ཆེན་པོ་ཞིག་ཡོད་རེད Walter Levin སིནི་ཅིག། ཁོང་གིས་དེ་འདྲས་གསུང་གི་འདུག་བ། དངོས་ཁམས་ཚན་རིག་དེ་ངའི་མི་ཚེ་ཡིན།

སློབ་གཉེར་བྱེད་ཡག་གི་ཆུང་ཆུང་ནས་གོ་སྐབས་རག་རེད་མ་སོང་བྱས་ཙང་ད་དེའི་ཁེབ་སང་ཅིག་ག་རེ་ཡོད་རེད་ཟེར་ན་གདན་ས་ལ་ཆུང་ཆུང་ནས་སླེབས་པ་ཡིན་ན་དཔེ་ཆ་བློ་འཛིན་བྱེད་ཡག་དེ་ཁོ་གཞུང་ཆེན་དང་འབྲེལ་བ་ཡོད་རྒྱུ་བློ་འཛིན་བྱེད་ཐུབ་གི་འདུག་བ་མ་སོང་ཆུང་ཆུང་ནས་བློ་འཛིན་བྱེད་ཡག་དེ་མ་སོང་ཨོ་དེ་གི་ཆེ་རེད་དེ་ནས་ད་ཁོ་ཡང་ཁོ་སྐད་ཆ་ཅིག་གོ་བ་ཡིན་ན་གདན་སའི་སློབ་གཉེར་དང་འབྲེལ་བའི་ཨ་ནེ་སྐད་ཆ་མང་པོ་ཅིག་གོ་བསྡད་པ་ཡིན་ཙང་ད་དེ་ལ་རང་བཞིན་གི་དང་བ་ལེགས་གི་འདུག་བ། ཁོ་དང་བ་ལས་བྱས་ད་ཅི་བྱེད་དུས་ཚང་ལ་ཨ་ལས་ད་སློབ་གཉེར་དེ་རྒྱག་དགོས་འདུག་དཔེ་ཆ་དེ་ལྟ་དགོས་འདུག་བསམ། ད་དེ་འདྲས་ཀྱི་བསམ་ཚུལ་ཤུགས་ཆེན་པོ་སྐྱེས། ད་དེ་འདྲས་སྐྱེས་པ་ཡིན་ཙང་ཁོ་སློབ་གཉེར་མུ་མཐུད་ནས་ཅིག་བྱས་དེ་ནས་ཚུད། ད་རྒྱ་གར་ལ་འབྱོར་ནས་ནི་ད་ང་ཚོ་རྒྱ་གར་ལ་ཡོང་ཡ་དེ་ཕྱོགས་གཅིག་ནས། སྐྱབས་མགོན་རིན་པོ་ཆེ་མཇལ་ཡ་རེད་ཕྱོགས་གཅིག་ནས་ད་སློབ་གཉེར་དེ་རྒྱག་ཡ་གི་གོ་སྐབས་ཡག་ག་ཅིག་རག་ན་བསམ་ནས་དང་པོ་ཡོང་རྒྱུར་བ་དེ་འདྲས་ཡིན་དུས།

ཇི་ལྟར་ད་ཤུགས་ཆེ་བ་དེ་ནང་ཆོས་དུ་སྦྱང་གི་ཡོད་རེད་དེ་ཡིན་ན་ཡང་ད་ལྟའི་དེང་སང་གི་ད་གཅིག་དུས་གཅིག་གཞོན་སྐྱེས་ཚོ་ངོས་ནས་ཕྱག་དཔེ་ཆ་ཙམ་དུ་མ་ཡིན་པ་དེང་རབས་ཀྱི་ད་ཚན་རིག་ཡང་དུ་ཞེས་སྦྱང་གནང་གི་ཡོད་རེད་ཨ་ནས་གདན་ས་གྲྭ་ཚང་སོ་སོའི་ནང་ལོགས་ལ་ཡང་ཚན་རིག་འཛིན་གྲྭ་དེ་འདྲའི་ཟུར་དུ་ད་ཆ་ཚང་གདན་ས་གྲྭ་ཚང་ཆ་ཚང་ལ་ཡོད་པའི་སོ་འདྲ་པོ་ཅིག་བྱ་དགོས་རེད་ཨ་ནས་ད་ནང་བཞིན་གྱི་ད། དགེ་ལུགས་རྒྱུགས་ལྷག་པར་དུ་ད་དགེ་ལུགས་རྒྱུགས་སྤྲོད་ཆེན་པོའི་ནང་ལོགས་ལ་ཡང་ཚན་རིག་དུ་ཆེས་རྒྱུགས་སྤྲོད་བཙུགས་ནས་ད་ལོ་ག་ལེ་གང་འཚམ་གྱི་དུ་ཕྱིན་པ་རེད་དེ་འདྲ་ཡིན་དུས་ཙང་མ་ལ་ཡ་ནང་ཆོས་ད་དཔེ་ཆ་ལྟ་ལུགས་ལྟ་སྟངས་རེད་ད་ནང་བཞིན་གྱི་ཡང་གཅིག་དཔེ་ཆ་བ་གཅིག་གིས་གདན་སའི་རྒྱུན་སྡོད་པ་གཅིག་གིས་ད་ཅིག་ཚན་རིག་སྦྱང་དགོས་ཡ་དེ་ཚོ་གནད་འགག་ག་ཚོད་ཟིན་མེད་ད་གཙོ་བོ་དེ་རིང་གི་བརྗོད་གཞི་དེ་དེ་འདྲ་འདྲ་པོ་ཞིག་ཆགས་བསྡད་ཡོད་ལགས་སོ། དེ་ནས་ཐོག་མར་དེ་དགེ་བཤེས་ལགས་དེ་ང་ཚོ་ད་ནམ་རྒྱུན་ནས་ཐོག་མར་ད་སློབ་གཉེར་བ་གསར་པ་དེ་གདན་སར་སླེབས་མཁན་ཞིག་ཡིན་པ་ཡིན་ན།

ཚོགས་བསགས་དང་མ་བསགས་ཆོས་ཆོས་སུ་འགྲོ་མ་འགྲོ་ཟེར་ཡ་དེ་གཙོ་བོ་ཀུན་སློང་ལ་རག་ལས་ཁུར་གསུངས་དང། བསམ་པ། ཁར་ས་ཐམས་ཅད་བསམ་པ་དག་ལ་རག་ལས་སོགས་གསུངས་ཡ་བྱུང། དེ་ཡིན་དུས་ཙམ་མ་ལ་ཐོག་མར་དེ་སློབ་གཉེར་བ་གསར་པ་སླེབས་མཁན་བྱིན་པ་ཡིན་ན་ཐོག་མར་ད་ཅིག་བོད་ཡིག་སྦྱངས་དེ་ནས་ག་ལེ་ག་ལེ་བྱས་ནས་ཨ་ནི་ཆོས་རར་འགྲོ་པ་ཡིན་ན་དེ་ནས་བསྡུས་གྲྭ་ད་ཁ་དོག་དཀར་དམར་ནས་བསྡུ་བསྟ་གནང་གི་རེད་བ། ཐོག་མར་ད་ཅིག། ཁ་དོག་དཀར་དམར་དང་བསྡུས་གྲྭ་བློ་རིག་དག་རིག་རེད་ཨ་ནི། དེ་ནས་ནས་གཞུང་ཆེན་བཀའ་པོད་ལྔ་ལ་དུ་སློབ་གཉེར་གནང་ཡང་གོ་ཚུལ་གོ་ར་བ། དེ་ཡིན་དུས་བསྡུས་གྲྭ་བློ་རིག་དག་རིག་གསུམ་དེ་བྱས་ཨ་ནི་གཞུང་ཆེན་བཀའ་པོད་ལྔ་ཨ་ནི་སོ་སོ་སོ་ལ་ཡང་གཅིག་སློབ་གཉེར་དེ་མ་གནང་གོང་ལ་ཡང་ཐོག་མ་སྐུལ་སློང་འདྲ་པོ་ཅིག་ག་འདྲས་བཅོས་ན་ཡག་ག་ཡོད།
ད་སློབ་གཉེར་བའི་སྐོར་ཅིག་ཞུ་ཡོང་དུས་ཙང་ལ་ད་ངས་གོ་རིམ་འགྲིག་པོ་དེའོ་ད་དེ་འདྲས་ཞུ་ཤེས་ངེས་མ་རེད་ད་ང་ཚོ། སྤྱོད་འགྲོས་མི་འགྲོས་རང་བྱས་ནས་ཞུ་གོ་ར་བ། ལགས་སོ། དང་པོ་དེ་ལ་དེང་རབས་ཀྱི་སྐད་ཆ་བཤད་སྟངས་ཟེར་ན་རེད་ང་རང་ཚོའི་ད་སྲོལ་རྒྱུན་ནང་ལ་དེ་ག་རང་རེད། ལགས་སོ། སློབ་གཉེར་བ་ཅིག་གིས་འཆར་གཞི་ག་རེ་དགོས་རེད་ཟེར་ན་སློབ་གཉེར་ལ་དགའ་མོས་ཡོད་དགོས་ད། གོ་གཞུང་ཆེད་སློབ་གཉེར་བྱེད་ཡ་དང་གཞུང་ཆེན་པོ་ལ་ད་སློབ་སྦྱོང་བྱེད་ཡ་ལ་དེང་སང་སྐད་ཆ་བཤད་ན་ང་རང་ཚོ་ད་གནའ་སྔ་མོའི་བཤད་སྟངས་བཤད་ན་སློབ་གཉེར་ཟེར་བ་ཟིག་གེར་བ་དེང་སང་བཤད་ན་སློབ་སྦྱོང་བྱེད་ཡ་ལ་ཡ་སོ་སོ་སློབ་སྦྱོང་དེ་ལ་དགའ་མོས་ཡོད་དགོས་ཡ་དེ་གལ་ཆེན་པོ་ཞིག་རེད་དགའ་མོས་ཡོད་ན་ཁོ། ཅིག། གདན་སའི་གི་སྐབས་རེ་སྐབས་རེ་ཁྲིམས་སྒྲིག་ལམ་གི་ཐོག་ནས་བས་ཅིག་དེ་ཡོང་དུས་ཙང་ལ་ཡ། ཅིག། འདོད་ལ་མ་འདོད་བྱེད་མི་དགོས་བྱས་ནས་རང་བཞིན་གི་དགའ་སྣང་གི་ཐོག་ནས་བྱེད་ཐུབ་ཡ་ཅིག། བྱས་ཙང་ང་རང་ལ་ད་གཅིག་བྱས་ན་ངས་དེ་བྱས་ན་འགྲིག་ཡོད་ཀྱི་མ་རེད་མ་གཏོགས་ང་གཅིག་དང་རིག་པ་ཡག་པོ་དང་གཅིག་བརྩོན་འགྲུས་ཆེན་པོ་དང་དེ་འདྲས་གང་ཡང་མིན་ཏེ་སློབ་གཉེར་ལ་དགའ་མོས་ཡོད་དེ། དེ་ཡོད་དུས་ད་ལྟ་ཡིན་ན་ཡང་གཅིག་ཁོ་དཔེ་ཆ་ལྟ་ཡ་ལ་གཅིག་དུས་ཚོད་ཅིག་རག་ན་དཔེ་ཆ་ལྟ་བདེ་བ་ཡིན་ན་གཅིག་ཤེས་ན་མ་ཤེས་ན་དཀའ་ལས་མེད་མགྱོགས་འདྲ་བོ་ཅིག་རེད། དེ་ལ་དགའ་མོས་ཡོད་ཡ་དཔེ་གལ་ཆེན་པོ་རེད། སྡོམ་ཉེས་ལ། བྱས་ཙང་ང་ཚོས་ནང་པའི་ད་གཞུང་འབྲེལ་ཡིན་ན་བརྩོན་འགྲུས་ཟེར་གི་རེད་བ། ང་ཚོས་བརྩོན་འགྲུས་ཟེར་ཡས་དེ་གོ་བ་ཁ་ཤས་དེ་སྡུག་རུས་རང་རྒྱག་ཡས་ཨུ་ཚུགས་རང་རྒྱག་ཡས་དེ་རེད་མི་འདུག་བ། བརྩོན་འགྲུས་ཟེར་ཡས་དེ་བཙོན་ཁང་སྒེར་ལ་སྤྲོ་བའོ། ཁོ་ལ་ཡ་སྤྲོ་བ་ཡོད་དགོས་རེད། གལ་ཏེ་ག་རེ་ཡིན་ན་ང་རང་ཚོས་ད་གཞུང་ནང་ལ་བཤད་པ་ཡིན་ན་ཡང་མངོན་རྟོགས་ཅན་འདྲ་བོ་གཅིག་ནས་ཨ་ནེ་རྣམ་མཁྱེན་དང་པོ་ག་རེ་བྱས་ནས་བཤད་གི་ཡོད་རེད་ཟེར་དུས་འབྲས་བུ་དེ་མཐོང་ན་སྤྲོ་བ་སྐྱེ་གི་རེད། དེ་གསུངས་ཡོད་རེད། བྱས་ཙང་འོ་དེའི་ཕྱི་དུས་ཙང་ལ་ཡང་འབྲས་བུ་ལ་སྤྲོ་བ་སྐྱེ་ཡག་ཅིག་གོ། ད་འོ་ན་སྤྲོ་བ་སྐྱེ་ཡག་ལ་ཁོ་དགེ་མཚན་འདྲ་བོ་དེ་འདྲས་ཡོད་པ་མཐོང་དགོས་ཡག་དེ་གལ་ཆེན་པོ་རེད། བྱས་ཙང་ད་དགེ་མཚན་འདྲ་བོ་ཅིག་ལ་ཆ་བཞག་པ་ཡིན་ན། ནང་པའི་གཞུང་ལ་སློབ་སྦྱོང་བྱས་ན་དགེ་མཚན་ག་རེ་ཡོད་རེད། ད་ལྟའི་མང་པོ་ཅིག་ཤེས་འདོད་ཡོད་ཀྱི་རེད་བསམ་གྱི་འདུག་ང་ཚོ་སྔོན་མ་སློབ་སྦྱོང་བྱེད་དུས་ད་གལ་དེ་འདྲའི་བསམ་ཚུལ་སྐྱེས་མོད་ཁོ་རང་སློབ་སྦྱོང་རང་ལ་རང་བཞིན་གྱིས་དགའ་མོས་རེ་བྱས་ནས་སློབ་སྦྱོང་བྱས་པ་ཡིན་པ། དེང་སང་མི་དེ་ཚོ་གིས་དྲི་བ་དྲིས་ཡོང་གི་རེད་བ། སློབ་སྦྱོང་དེ་བྱས་ནས་ཕན་ཐོགས་ག་རེ་ཡོད་རེད་ཟེར་ཡ་འདྲ་བོ་ཅིག་ད་ང་ཚོ་གྲུབ་འབྲས་འདྲ་བོ་ག་རེ་ཡོད་རེད་ཟེར་ལ་ཡིན་ན། སྤྱིར་བཏང་འདུག་ཟེར། སློབ་གཉེར་ཟེར་ཡ་དེ་གནའ་སྔ་མོ་འདྲ་བོ་ཅིག་ཆགས་བཞག་པ་ཡིན་ན་སློབ་གཉེར་བ་ཟེར་ཡ་དེ་དངོས་གནས་དྲང་གནས་ཀྱི་ད་ཆོས་ཀྱི་ཉམས་ལེན་བྱས་པ་ཡིན་ན་དེ་ག་རང་རེད། ཉམས་ལེན་གྱི་ཐོག་ནས་བྱས་པ་ཡིན་ན་ཡང་དཔེ་ཆ་བཞག་ན་ང་ཚོ་དེ་འདྲས་ཅིག་འདུག་བ།

དེ་དངོས་གནས་རེད་མི་ལ་རེ་བའི་མི་ཚེ་འདི་ནང་ལོ་ལ་ཡ་དེང་སང་བྱས་ནས་གྲ་རྒྱས་པོ་བྱས་ནས་གསུང་ཆོས་གནང་རབས་བྱས་རབས་ཞེ་དྲག་ཡོད་མ་རེད་ད་ཁོག་ཅིག་མགུར་འདྲ་བོ་དེ་འདྲས་ལན་དེ་ཡིན་ན་ཡང་ང་ཚོ་གང་ག་ག་རེ་ན་བལྟས་ནས་མི་ལ་རེ་བ་ལ་ཡ་ཨེ་ནས་བྱེད་ཀྱི་ཡོད་རེད་ཟེར་ན་མི་ལ་རེ་བའི་དཀའ་སྤྱད་དེ་ལ་མི་ལ་རེ་བའི་མི་ཚེ་གི་རྣམ་ཐར་དེ་ལ་ད་དཀའ་བ་དེ་འདྲས་སྤྱད་ཡོད་རེད་ཟེར་དུས་ང་ཚོ་སྔས་མ་གས་མཁན་དེ་ཚོ་མི་ལ་རེ་བའི་དཀའ་བ་སྤྱད་འདུག་བ་ཟེར་དུས་ཨ་མཚམས་ཅིག་དེ་ལ་དང་བ་སྐྱེ་གི་འགྲོ་བ

ད་མི་འབོར་ཉུང་ཉུང་རེད་ཡིན་ནའང་འཛམ་གླིང་ཐོག་ནས་མི་མང་པོ་ཅིག་གིས་མཐོང་བྱེད་ཡ་དེ་ག་རེ་བྱེད་འདི་འོར་ཟེར་ན་སློབ་སྦྱོང་འདི་ཉར་དེ་ཡོད་རེད། བཀའ་བསྟན་འགྱུར་གྱི་དཔེ་ཆ་ཉར་བ་ཙམ་མ་རེད་དཔེ་ཆ་དེ་ཆ་ཚང་ལས་ཡ་དེ་དེ་ལ་སློབ་སྦྱོང་བྱེད་ཡ་གི་ལམ་ལུགས་དེ་འདི་ཡོད་རེད། དེ་དཔེ་གལ་ཆེན་པོ་འདས་པའི་ལོ་རྒྱུས་ནང་ད་ལྟའི་དུས་སྐབས་ལ་གནས་ནའང་ཀྱང། ད་རྒྱ་བ་ཡེ་ཤེས་ནོར་བུའི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་དེ་སྔོན་བོད་ལ་ཡ། གདན་ས་ཉུང་ཉུང་བྱས་ལ་ད་གདན་ས་ཆེ་ཁག་ཉུང་ཉུང་མ་གཏོགས་སློབ་གཉེར་མི་དེང་སང་གདན་ས་མང་ཆགས་ལ་བསླབ་པ་སློབ་གཉེར་རྒྱག་གི་ཡོད་རེད། ད་ཅིག་ཐ་ན་ང་རང་ཚོ་ད་ཉེ་བའི་དུས་རབས་ནང་ལོག་ནས་བལྟས་ཏེ་ཨ་ནེ། དགེ་བཤེས་མ་བཏང་ཡང་ནི་ཁྱེད་ཚོས་ཆ་ཚང་ལོག་གི་ད་ལྭ་བ་སློབ་གཉེར་ལ་གཡེང་ཡོད་པའི་སྒང་རེད། ད་ལྭ་བ་སློབ་གཉེར་དེ་བས་སློབ་སྦྱོང་ནང་གི་ད་ནང་པའི་ཆོས་ཀྱི་ནང་གི་སློབ་སྦྱོང་གི་ད་བལྟས་ཏེ་སྙིང་འདྲ་བོ་དེ་རེད་དེ། དེ་ཆ་དེ། ད་མ་འོངས་པ་ལ་ཡིན་ན་ཡང། ཅིག་འཛམ་གླིང་ནང་ལོག་ལ་མི་ཆ་ཚང་ཤེས་ཡོན་ལ་དོ་སྣང་ཆེ་རེ་ཆེ་རེ་འགྲོ་ཡོད་འདི་ཙམ་ལ། ད་ནང་པའི་གི་གཞུང་ལུགས་དེའི་ནང་ལོག་ལ་ལྟ་གྲུབ་དེ་འདྲའི་གཏིང་ཟབ་པོ་འདུག་ཨ་ནེ། ཅིག། ཤེས་པ་དང་སེམས་ཀྱི་རྣམ་གཞག་མི་གི་རང་གཤིས། མི་སོ་སོས་ཡར་རྒྱས་བཏང་ཆོག་གོམ་དང་དྲན་པ་ཤེས་བཞིན་ཏན་དང་དེ་ཚོ་འགྲེལ་བཤད་གཏིང་ཟབ་པོ་ཡོད་པ་དེ་ཡིན་དུས་ཙང་འདིའི་རིགས་དངོས་གནས་སློབ་སྦྱོང་ཐད་ལ་ཡང་སློབ་སྦྱོང་བྱེད་རིན་ཡོད་པ་སློབ་སྦྱོང་དངོས་གནས་གཏིང་ཟབ་པོ་ཡོད་པ་ཕོ་རྟ་རྣམ་དཔྱོད་ཅན་བརྗོད་ཉན་ཡིན་ན་དངོས་གནས་དྲང་གནས་སློབ་སྦྱོང་ཁོ་རང་གི་བི་གས་གཏིང་ཟབ་པོ་བྱེད་ཡ་ཡོད་པ་དེ་འདྲས་ཀྱི་ཆ་དེ་ཡོད་དེ་འདྲས་ཡིན་ཙང་ངེས་པར་དུ་དེ་ཚོའི་བསམ་བློའི་ནང་ལ་འཁོར་བ་ཡིན་ན་ཨ་ད་དངོས་གནས་ཅིག་སློབ་སྦྱོང་དེ་ལས་ཡ་ཅིག་དབྱིངས་འདྲ་བོ་ཅིག་ལས་ཡ་དང་དོ་སྣང་ལས་ཡ་འདིས་ད། དེང་རབས་ཀྱི་ཐོག་ནས་བཤད་པ་ཡིན་ན་སློབ་སྦྱོང་ལ་སྤྲོ་བ་དགའ་ཞེན་དེ་དགོས་ཡ་གལ་ཆེན་པོ་ཞིག་རེད་ཁོ་འདས་པའི་གནས་ཚུལ་ད་ལྟའི་གནས་བབ་མ་འོངས་པའི་གནས་བབ་ག་ནས་བསམ་བློ་བཏང་བ་ཡིན་ན་གལ་ཆེན་པོ་གཅིག་རེད་ད་ང་རང་ཚོས་ཆོས་ཕྱོགས་ནས་ཞུས་པ་ཡིན་ན་ཁྱེད་རང་གི་གསུངས་པ་ནང་བཤད་རེད་གླ་པ་སློབ་གཉེར་བྱེད་ཡ་དེ་ཚོ་ཚང་མ་ལོ་ད་ལྟ་ངས་གི་བསམ་བློ་བཏང་ད་ལྟའི་སོ་སོ་མི་གཅིག་གི་ད་སྤྱི་ཚོགས་ཀྱི་རྣམ་པ་བྱས་ནས་ང་སློབ་སྦྱོང་དེ་བྱས་པ་ཡིན་ན་སློབ་སྦྱོང་དེ་ལ་གཅིག་དོན་སྙིང་སློབ་སྦྱོང་དེ་གི་གཏིང་ཟབ་ནང་དོན་དེ་ཙམ་རེད་བ་ད་ང་ཚོ། གཅིག། ཆོས་ཕྱོགས་ནས་བསམ་བློ་བཏང་བ་ཡིན་ན། ཀུན་སློང་བཟང་པོ་ཅིག་ཁྱེར་ནས་ཐོས་པ་བྱེད་དགོས་ཡ། ཐོས་པ་བྱེད་ཡ་དེ་ཡས་པས་རང་ཙམ་མ་ཡིན་པ་ཅིག་ད། རྒྱ་ཆེ་ས་ནས་ད་བཏང་ཐུབ་ཀྱི་ཡོད་ན་ད་རྦད་དེ། སེམས་ཅན་ཐམས་ཅད་ཀྱི་ཆེད་དུ་ད་ཐོས་པ་བྱེད་ཀྱི་ཡིན་ཟེར་ཡ་དེ་འདྲའི་བསམ་བློ་བཏང་ཐུབ་ཡིན་ན་ད་ཞུ་གི་རུ་བ་ད་ང་ཚོ་གྲྭ་ས་ལ་དེ་འདྲའི་ལབ་གི་རུ་བ་ད་ང་ཚོས་འཇོན་གི་མ་རེད་མ་འདོད་ཅིག་ལ་དགེ་བའི་བཤེས་གཉེན་ཚོགས་ཀྱི་དེ་འདྲའི་བཀའ་སློབ་གནང་གི་ཡོད་རེད་དེ་ནས་སངས་རྒྱས་ཀྱི་ཚོམས་ཁོ་རང་རྣམས་ལ་སྤྱིར་བཏང་ནས་ཁོ་རང་སློབ་གཉེར་ཟེར་ན་མ་ཟེར་ན་ཐོས་པ་བྱེད་ཡ་རེད། ཐོད་པ་ཆེ་དུས་གཙང་ལི་ཡ་ཐོད་པ་གཏི་མུག་མུན་སེལ་སྒྲོན་མེ་ཡིན། རྐུན་པོ་ལ་སོགས་མེ་ལྕེའི་ནོར་གྱིས་ཆོག། ཀུན་ཏུ་རྨོངས་པའི་དྲང་ཆོམ་མཚོན་ཆ་ཡིན་ཟེར་ང་ཚོ་རྒྱ་མིས་བོད་ཡུལ་ཟིན་གཏོར་སླད་དེ། སོ་སོའི་གི་ད་རྒྱུད་དཀྱིལ་ན་ཆ་ཚང་ད་གས་གོ་ཅི་ཁེ་ཡ་རག་གི་ཡོད་མ་ཁས་ཕོ་བ་ཁེ་ཡ་རག་གི་ཡོད་མ་རེད། ཡིན་ན་ཡང་སོ་སོའི་ཐོད་པ་དེ་སོ་སོ་ག་བ་ལེན་ན་ལེན་འགྲོ། སློབ་སྦྱོང་ཡུན་འགྱོགས་ཅིག་ཡིན་ན་ཁོ་མིས་རྐུན་མ་རྒྱག་ཡ་ཡོད་མ་རེད་ཅིག་ཁོ་བྱས་འགྲོ་ཡ་ཡོད་མ་རེད། ཡིན་དུས་གཙང་ལ་ཡ་དེ་རྐུན་པོ་ལ་སོགས་མེ་ལྕེའི་ནོར་གྱིས་ཆོག། ཀུན་ཏུ་རྨོངས་པའི་དགྲ་བཅོམ་མཚོན་ཆ་ཡིན། ནས་དེ་སོ་དུས་ཙང་ལ་ཡལ་པས་ཐོས་པས་ཆོས་རྣམས་ཤེས་པར་བྱེད་ཐོས་པས་སྡིག་ལས་གྲོལ་བར་བྱེད་སོ་དུས་ཙང་ཐོས་པས་དགེ་ཚོམ་རྣམས་ལ་ལྟ་ཡིན་ན་ཐོས་པས་ཕན་ཡོན་གྱི་སྐོར་ལ་ལྟ་བ་ཡིན་ན་ངོ་མཚར་སྐྱེ་ཡ་བྱེད་ཡོད་རེད་བྱས་ཙང་ང་ཚོས་དེ་འདྲས་ཀྱི་བསམ་བློ་དང་ཀུན་སློང་སྤྱོད་པ་ཡིན་ན་ནས་གལ་ཆེན་པོ་ཆགས་ཀྱི་ཡོད་རེད་བསམ་གྱི་འདུག། ལགས་སོ། ལགས་སོ་དགེ་བཤེས་ལགས་དེ་ནས། ད་ང་ཚོས་ནམ་རྒྱུན་སློབ་གཉེར་བྱེད་མཁན་ནང་ལོགས་ལས། ཅིག། དབང་པོ་རབ་འབྲིང་མཐའ་གསུམ་སེལ་བྱེད་ཡོངས་བསྐོར་བ། དེ་རེད་དེ་རེད། རིག་པ་ཡག་པོ་འབྲིང་ང་ཐ་མ་རིག་པ་སྐྱོ་པོ་ཅིག་ཡོངས་བསྐོར་བ། དེ་ཡིན་དུས་ཚང་མ་ལ་དབང་པོ་རབ་འབྲིང་མཐའ་གསུམ་གྱི་ངོས་ནས་ཡང་སོ་སོ། ཁ་ཤས་ཡང་དཔེ་ཆ་ཞུ། རྒྱ་ཆེན་པོ་འདི་འདྲའི་ལྟ་ཐུག་གོ་ར། ཁ་ཤས་ཡང་རིག་པ་སྐྱོ་བོ་ཞུ་འདི་འདྲའི་ཞི་ར་ལྟ་མ་ཐུག་གི་འདི་འདྲ་ཡོད་ར། དེ་ཡིན་དུས་དབང་པོ་རབ་འབྲིང་མཐའ་གསུམ་གྱི་ངོས་ནས་ད། ཕྱག་དཔེ་ལྟ་ལུགས་ལྟ་སྟངས་བྱོས་ར། ཁ་ཤས་ཡང། དཔེ་ཆ་ཞེ་དྲག་ཤུགས་ཆེན་པོ་མ་བཏབ་པ་ཡིན་ན་ལྟ་སྟངས་དེ་ཡག་པོ་ཞིག་ཤེས་ནས་ཡང་ཁོ་སྤུས་དག་པོ་བྱ་ཡག་འགྲོ་གི་འདུག་ཨ། རེད་རེད། ཁ་ཤས་ཡང་དཀའ་ལས་ཞུ་གི་རྒྱ་ཡང་ལྟ་ལུགས་ལྟ་སྟངས་དེ་མ་ཤེས་བ་ཅན་དེ་འདྲས་ལྷག་དེ་ཡིན་དེ་རེད་དེ་རེད་ཡག་པོ་ཞིག་མ་ཤེས་གི་འདུག་ཨ། དེ་རེད་དེ་རེད། དེ་ཡིན་དུས་དབང་པོ་རབ་འབྲིང་ད་གསུང་གི་ངོས་ནས་དཔེ་ཆ་ལྟ་ལུགས་ལྟ་སྟངས་དེ་ག་འདྲས་སུ་ལྟ་དགོས་དགོས་པ་རེད། སྤྱིར་བཏང་ང་ཚོས་དེ་རེད་ད་ང་རང་ཚོས་ངས་གི་ད་ལྟ་དུས་ལ་ང་རང་ཚོའི་གྲྭ་ས་ལ་ཡང་ད་དཔེ་ཆ་ཡག་མ་ཡག་ཟེར་དེ་ཕྱོགས་གཅིག་ནས་ད་གྲྭ་ས་གཅིག་པོ་མ་རེད། འཛམ་གླིང་སྤྱིའི་འགྲོ་སྟངས་ལ་ཡང་སྐབས་རེ་སྐབས་རེ་སློབ་སྦྱོང་ཡག་མ་ཡག་དེ་ཚོ་རྒྱུགས་སྤྲོད་དང་དེ་ཚོའི་ཐོག་ལ་ཨང་གི་ལེན་མ་ལེན་གི་ཐོག་ནས་མཇལ་བསྡད་གི་ཡོད་ད། དེ་ཚད་ལྡན་ཏག་ཏག་ཅིག་མ་རེད། ཚད་ཡོངས་སུ་རྫོགས་པ་ད་ཁོ་ཅིག་ཁོ་ལམ་ལུགས་ཅིག་རེད་མ་གཏོགས་ཅིག་ལས་ཚད་ཡོངས་སུ་རྫོགས་པ་དེ་མ་རེད། དམིགས་བསལ་ང་ཚོའི་གྲྭ་ས་ལ་ཡ། སྐབས་རེ། ཨོ་ཁོང་དཔེ་ཆ་ཡག་པོ་ཞུགས་ཡོད་རེད་རྒྱུགས་སྤྲོད་ཨང་ཀི་ཞུགས་གླེང་གི་རེད་ཟེར་ཡ་དེ་དང། ད་རྒྱུགས་སྤྲོད་ཨང་ཀི་བལྟས་ཚེ་བལྟས་ཚེ་མ་བཟང་འགྲོ་ན་ཞེ་དྲག་ཡོད་མ་དེ་མ་རེད། གྲྭ་སའི་གི་དམིགས་བསལ་རྩོད་པ་རྩོད་ཡ་དེ་ལ་རང་བཞིན་གི་ཁྱད་ཆོས་ལ་མི་སོ་སོ་སྐད་གསང་པོ། ཨ་ནི། ཅིག་ག་རེ་ཡོད་པ་དེ་མི་སྒྱིད་ལ་ལབ་ཐུབ་ཉེན། དེ་ནས་ཅིག་ལྷག་པར་དུ་ང་ཚོ་ད་བར་ཚུལ་རྩོད་པ་རྩོད་ལེན་བྱེད་ཉེན་འདྲ་ཅིག་ན་ཁ་ཐུག་ཁ་ཐུག་དྲན་སྐྱེན་པོ། ཅིག་ཚིག་གནད་ལ་འཁེལ་བོ་དྲན་ཐུབ་ཉེན་མགྱོགས་པོ་མགྱོགས་པོ་ལབ་ཐུབ་ཉེན་སྨྲ་ལྕེ་བདེ་བོ་ཡོད་ཉེན་དེ་འདྲ་གི་ཁྱད་ཆོས་མང་པོ་ཅིག་ཚང་ཉེན་དེ་ཆགས་ཀྱི་ཡོད་རེད་བ་ད་རྒྱུགས་སྤྲོད་གོ་ལ་ལེན་ཉེན་དེ་རྩ་བའི་ད་གོ་ཡོད་དགོས་ཀྱི་ཡོད་རེད་དེ་དེ་གང་ལ་བྱས་ཙང་སྐབས་རེ་ག་རེ་ཡོད་རེད་ཟེར་ན་ང་རང་ཚོ་གི་ད་ཉམས་མྱོང་རྣམས་ལ་ཤེས་ཀྱི་ཡོད་རེད་བ་ཅིག་ཁ་ཤས་དངོས་གནས་སློབ་སྦྱོང་དཔེ་ག་ལས་ག་ལས་གཏིང་ཟབ་པོ་ཤེས་ཉེན་ཡིན་ན་ཡང་ཅིག།

ཨང་ཀི་མ་རག་པ་དང་དེ་ཚོད་ཀྱིས་ཁོ་སློབ་སྦྱོང་སྐྱོ་བ་མཚོན་གི་མ་རེད་དང་པོ་ངས་ལ་དེ་བཤད་དགོས་རེད་ད་ང་ཚོ་ལམ་ལུགས་གཅིག་གི་ཐོག་ནས་གཅིག་བྱེད་ཀྱི་ཡོད་རེད་མ་གཏོགས་གཅིག་ལ་ཡ་རྒྱུགས་སྤྲོད་ཀྱི་ཨང་ཀི་དེ་གིས་སོ་སོའི་སློབ་གཉེར་ཡོངས་སུ་རྫོགས་པ་དེ་མཇལ་གྱི་ཡོད་མ་རེད་ཚེ་གཉིས་པ་དེ་ག་རེ་ཡོད་རེད་ཟེར་ན། ང་ཚོ་སློབ་གཉེར་བྱས་པ་ལ་ཡག་པོ་སོ་སོའི་ངོ་ནས་སློབ་སྦྱོང་བྱས་པ་ཡིན་ན། ཁོ་ཁ་ཤས་ཀྱིས་ཟེར་གྱི་འདུག་བ་ང་དཔེ་ཆ་ཞུ་གཏད་ཡིན་དེ་ཁྱོད་ནས་ཤེས་ཀྱི་མི་འདུག་དེ་འདྲ་མ་རེད།

ད་འདི་རེ་ད་འདི་རེ་ད་སི་ཐག་ཆོད་པ་བཤད་ཡ་དེ་འདྲ་ཡོད་མ་རེད། མང་ཆེ་བ་ད་ཡོད་མ་རེད་ད་ཁོ་གཞུག་ད་མཁས་པ་ཡིན་ན་མ་གཏོགས་ད་ཁོ་དེ་འདྲའི་དེ་འདྲའི་བྱེད་བྱས་ཙང་ཁོ་གཞུང་ལ་དཔག་པའི་སོ་སོ་ལ་དཔག་ཚོད་ཀྱི་གོ་བ་བྱེད་ལེན་གི་རེད་བ། ཨ་ནི་ཁོ་ཚིག་ལ་དཔག་པའི་ཚིག་འགྲེལ་རྒྱག་བྱེད་ཡ་དེ་གི་དོན་གི་ནང་ལས་ཨ་ལས་དེ་འདྲའི་ཅིག་རེད་ཤག་བསམ་ནས་བྱས་ཙང་སོ་སོའི་དབང་པོ་ལ་དཔག་པའི་ཁོ་དཔེ་ཆ་སེང་གེ་དེ་སློབ་གཉེར་བྱས་པ་ཡིན་ན། ད། རྒྱུགས་སྤྲོད་ཨང་ཀི་ལས་ཀི་རེད་ཟེར་འགན་ལེན་ཐུབ་གི་མ་རེད་ཟེར་གི་ཡོད་ངེས། ཡིན་ནའི་སོ་སོའི་དཔག་ཚོད་ཀྱིས་མི་ཤེས་ཟེར་ཏེ་ཡོང་གི་མ་རེད། དེ་ཤེས་བསྡད་གི་རེད་དེ་ཤེས་པ་དེ་ག་དུས་ཧ་གོ་གི་རེད་ཟེར་ན། ཡ་ཡ་སླེ་ཡོང་དུས་ཧ་གོ་གི་རེད། ང་སྔོན་མ་དངོས་ཁམས་ཚན་རིག་ཁྲིད་བརྙན་དགེ་རྒན་ཅིག་ཡོད། ཁོང་གིས་ད་ང་ཚོ་ཚན་རིག་ལྟས་ཚེ་སྦྱང་བསྡད་རེད་བ། ཁོང་གིས། ད་ཁྱེད་རང་སློབ་ཁྲིད་བྱེད་དགོས་རེད་ས། ཨ་ང་ད་ལྟ་དངོས་ཁམས་ཚན་རིག་ཅེས་ཁྱོན་ནས་མགོ་ཐོན་པ་ཤེས་ཀི་མེད་ཟེར། ཁྱོད་རང་ཅིག་ཏན་ཏན་ཤེས་བསྡད་ཡོད་རེད་ཁྱོད་རང་གི་མི་གཅིག་ལ་བསླབ་དང་དེ་ཧ་གོ་གི་རེད་ས་ཁྱོད་རང་གིས་ཤེས་པ་དེ། དེ་རེད་ཤག་ཁོ་མི་ལ་སྐད་ཆ་བཤད་རྩ་ནས་སློབ་སྦྱོང་བྱེད་མ་མྱོང་གི་དེ་འདྲས་དང་ཁོ་བགྲོ་གླེང་བྱས་པ་ཡིན་ན་ཨ་ལས་དེ་ཁོས་ཤེས་མི་འདུག་བ་ངས་ཤེས་ཀྱི་འདུག་བ་བསམ། དེ་འདྲས་བྱེད་དུས་ཙམ་ལ་ཁོ་སློབ་གཉེར་ཟེར་དེ་མུས་མཐུད་བརྒྱབ་ཡིན་ན། རིག་པ་ཡག་ཏུ་ལ་བབས་པས་ཤེས་ཡ་བྱོས་རེད་ད། རིག་པ་ཡག་ཏུ་ལ་བབས་ནས་ཡང་མི་ཟིན་གི་དེ་རིག་པ་ཁ་ཁ་ཡོད་རེད། ཁ་ཤས་ལ་རྩོད་པ་རྩོད་ཡག་གི་རིག་པ་ཡག་པོ་ཡོད་རེད་བློ་ལ་ཟིན་ཡག་གི་རིག་པ་ཡག་པོ་ཡོད་མ་རེད། ཁ་ཤས་བློ་ལ་ཟིན་ཡག་རིག་པ་ཡག་པོ་ཡོད་རེད་རྩོད་པ་རྩོད་ཡག་རིག་པ་ཡག་པོ་ཡོད་མ་རེད། ཡང་རྩོད་པ་རྩོད་ཡག་ཡིན་ན་ལས་ཁ་ཤས་ཚིག་ལ་རྩོད་པ་རྒྱག་ཡག་ཡག་པོ་ཡོད་རེད་དོན་དག་རང་རྩོད་པ་རྒྱབ་དུས་ཞེ་དྲག་ཡོད་མ་རེད། ཁ་ཆེ་དོན་དག་རང་རྩོད་པ་རྒྱབ་དུས་ཡག་པོ་རེད་ཚིག་ལ་བཅོལ་བ་དང་བྱས་ཙང་འདི་སོ་སོ་སོ་སོ་ལ་ཐུ་མོ་མ་ཡིན་པའི་རྣམ་དཔྱོད་ཅིག་ཡོད་རེད་དེ་ཡོད་དུས་ཙང་ལ་འདི་བེད་སྤྱོད་ཡག་པོ་བཏང་ཤེས་དགོས་རེད་སོ་སོ་དངོས་གནས་རྩོད་པ་ཡག་པོ་རྩོད་ཨ་ནི་ཟིན་ཡག་རིག་པ་ཡག་པོ་མེད་ན་ཟིན་ཡག་དེ་ལྟའི་ཚེ་ཅིག་དེ་ཙམ་གྱི་གོ་གར་ཟེར་དགོས་རེད་དེའི་ཐོག་ལ་ཤུགས་མ་རྒྱག་པ་བྱས་ནས་རྒྱག་དགོས་ད་སོ་སོ་ཟིན་ཡག་རག་པོ་ཡི་རིག་པ་ཡག་པོ་ཡོད་པ་དེ་ཟིན་ཡག་གང་ལ་ཤུགས་རྒྱག་དགོས་རེད། རྩ་བའི་ད་དེང་སང་ང་ཚོ། ཅིག་སློབ་གཉེར་གྱི་ཐོག་ནས་བྱས་ན་བློ་སེང་བྱེད་ཡག་དེ་ད་ཉུང་དུ་འགྲོ་གི་འདུག་བ། ནུབ་ཕྱོགས་ནང་ལོགས་ལ་ཡང་དེ་འདྲའི་ལབ་སྟངས་ཇི་ཡོག་རེད། ཅིག་བློ་ལ་ཟིན་ཡག་གི་ད Memory བྱེད་ཟེར་གིར་བ། ཅིག་བྱེད་ཡག་དེ་སྲོལ་རྒྱུན་གྱི་ཐབས་ལམ་རེད་མ་གཏོགས་དེང་སང་བྱས་ན། ནང་དོན་ཤེས་ན་འགྲིག་གོ་རེད་བློ་ལ་ཟིན་ཡག་དེ་དེ་འདྲའི་མ་རེད་ཟེར་གིར་ང་ཚོ་དེ་འདྲའི་མ་རེད་ད། གཞུང་ཆེན་སློབ་གཉེར་རྒྱག་ཉིན་དེ་ཚོ། ཟིན་གིར། བློ་ལ་ཟིན་ཡག་དེ་རྩ་བ་བློ་ལ་ཟིན་དེ་ཚོ་བྱེད་ཡག་དེ་ཧ་ཅང་གལ་ཆེན་པོ་རེད། ང་ཚོ་དཔེར་ན་ཆ་བྱས་ན། གཅིག་དཔེ་ཆ་འདྲ་བོ་བལྟས་ཚེ་བློ་འཛིན་ཡོད་པ་ཡིན་ན་མ་འོངས་པ་ན་སོ་སོ་དེ་ཤར་སྒོམ་ཅིག་བྱས་པ་ཡིན་ན་ཡང་ཚིག་སྦྱོར་ཡ་མེད་ན། ང་ནི་ཁག་པོ་ཞིག་རག་ཡོད་རེད་བང་རིམ་ཁོ་རང་འགྲིག་རོགས་བྱེད་ཀྱི་མ་རེད། བྱས་ཙང་དེས་ང་ཚོའི་སྤྱི་ཚོགས་སློབ་སྦྱོང་དང་འདྲ་གི་ཡོད་མ་རེད། རྩ་བའི་ང་ཚོ་གི་གཞུང་ཆེན་མོ་དེ་ཚོ་བློ་ལ་སྐྱོར་བ་ཙམ་གྱིས།

ཁོ་གཅིག་གཟུངས་སྔགས་དམ་གར་ཟེར་བ་རེད་དོན། གར་ཟེར་བ་རེད། དོན་ཟབ་མོ་ཡིད་ལ་བསམ་མ་ཐུབ་ན་ཚིག་བཟང་པོ་ཁ་འདོན་དེ་བྱས་པ་དེ་ག་རང་གི་ཁ་བརྡོལ་གོལ་ཆོད་གི་རེད། ང་ཚོས་ད་སེ་ར་བྱེས་ཀྱི་ཡིག་ཆ་མཛེས་པ་པོ་རྗེ་བཙུན་ཆོས་ཀྱི་རྒྱལ་མཚན་གྱིས་གསུངས་པ་རེད། རྒན་པ་དེ་ཚོ་བཤད་སྒྲོས་འདུག་གསུང་ག་བ་ཡོད་མེད་ལྟ་མི་བྱེད་དེ་དཔེ་ཆ་བློ་ལ་སྐྱོར་ཟིན་པ་དེ་ག་རང་ཉམས་ལེན།

སྐབས་སྐབས་ལ་ཅིག་གཟུགས་པོ་སྣང་བ་མ་བདེ་བ་མགོ་སྣ་བདེ་བའི་སོ་འདྲེ་དེ་འདྲས་ཡོད་ཡིན་ན་ད་ཡང་ཁོ་བལྟས་ཚེ་ཅིག་ཁོ་ཡིན་གཅིག་གི་ཡང་ཨུ་ཚུགས་རང་རྒྱག་རྒྱུ་མི་འདུག་ཨ། ད་ཡང་ཁོ་རིག་པ་དང་པོ་འདྲ་ཅིག་ཡོད་པའི་ཁ་ཐུག་ལ་ཡིན་ན་ཡིན་གཅིག་མིན་གཅིག་ཡང་རྩོད་ཟླ་དེ་བལྟས་ཚེ་ཡག་ག་ཅིག་ཚད་ཐུབ་ཡ་ཐབས་ཤེས་དང་པོ་སོ་སོ་ལས་བློ་ཁ་མཐོ་བ་ཅིག་ཏག་ཏག་གསར་བརྗེ་དབྱེ་བ་དེ་ཚོ་ཏག་ཏག་བཞག་རྒྱུ་ཡིན་རྒྱུ་དེ་འདྲས་ཅིག་དང་རྩོད་ཟླ་བསྒྲིགས་ནས་ད་གསར་བརྗེ་དེ་ཞོག་ཟེར་ལགས་ཟེར་ན་ཁོས་བསྐྱར་དུས་འཛམ་འཛམ་ལ་ད་རེས་མ་སོང་དོག་འདོད་ཆེ་བག་རྩེ་རྒྱབ་བྱས་པ་ཡིན་ན་ཡང་བསྐྱར་དུ་བསྐྱར་དུས་ལབ་གི་རེད་བ་དེ་བསྐྱར་དུས་བསྐྱར་དུས་ལབ་དུས་བློ་ལ་རྒྱུགས་འགྲོ་གི་རེད།

ཟབ་ཁྱད་ཀྱི་སྒང་ནས་ཁོ་ཐིག་བསམ་བློ་ཡོངས་སུ་རྫོགས་པ་དང། ལམ་གྱི་རྩ་བ་བཤེས་གཉེན་བསྟེན་ཚུལ། བསྟེན་ནས་བློ་ཇི་ལྟར་སྦྱང་ཚུལ། དེ་ནས་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་སྐྱེས་བུ་འགྲིག་དང་ཐུན་མོང་བའི་ལམ་གྱི་རིམ་པ་ཟེར་དེ་ནི། གར་སེའོ་རེ། དེ་ལས་ཐམས་ཅད་ཀྱི་རྩ་བ་དེ་ནི་ཡིད་བྱེད་ཀྱི་དད་པ་གཉིས་སུ་ཟེར་ཡ་དང་སྐྱབས་འགྲོ་བྱེད་ཚུལ་ཟེར་ཟབ་ཁྱད་དེ་མེད་ན་ལམ་བཟང་འཁྲུངས་རུང་རེད། ལམ་གྱི་ངོ་བོ་ངེས་པ་གོ་རེ་ངེས་པ་ཟེར་དུས་དཔེ་གལ་ཆེན་པོ་གསུངས་ཡོད་རེད་བྱས་ཙང་ང་ཚོས་ཟབ་ཁྱད་དེ་ཚོ་དེ་ག་ཟེ། གསུངས་ཡོད་མ་རེད་ཁོ་པས། གསར་བརྗེ་དེ་ཚོའི་ཚིག་ཁོ་རང་ལ་གོ་བ་ལེན་ཡོང་དུས། དཔེར་ན་ང་ཚོས་ད་རྣམ་འགྲེལ་ལེའུ་གཉིས་པ་འདྲ་བོ་ཅིག་ཡིན་ན་ཞུ་གི་འདུག་བ་དང། དཔེར་ན་ང་ཚོ་ཁ་སང་ད་རྣམ་འགྲེལ་ལེའུ་གཉིས་པ་དེ་ཚོ་མ་ཀློག་འོང་དུས་ཙང་ལ། ད་ལྟ་ང་ཚོས་སྟོན་པ་ཚད་མ་གྲུབ་པ་དང་དེ་ཚོས་ལུང་ཆུང་གི་སྒོ་ནས་སྟོན་པ་ལམ་གང་ནས་བྱོན་པའི་ཚུལ་བསྟན་པ། ལུང་རྟོགས་ཀྱི་སྒོ་ནས་དེ་ལྟར་བྱོན་པའི་ཤེས་བྱེད་བསྟན་པ་ཟེར་དུས་གསར་བརྗེ་ཁོ་རང་མ་སྐྱོར་དེ་ཁོ་རང་གང་ལ་གོ་བ་བརྒྱབ་དང་གཞུང་སྤྱི་ཡོངས་ཀྱི་གོ་བ་ལྷུན་འགྲིག་ཡོང་གི་འདུག་བ། དེ་ཙང་དེ་ཡིན་དུས་ཙང་ལ་དཔེ་གསར་བརྗེ་དེ་ཚོ་ཡང། གལ་ཆེན་པོ་རེད་ད་ཡིན་ནས་ད་ལྟ་ཁྱེད་རང་གསུངས་པ་དང་བཞིན་རེད་ཆོས་ར་ལ་ཡང་ང་ཚོ་དམ་བཅའ་ཆེན་མོ་དང་དེ་འདྲའི་ལ་སྐབས་སྐབས་ལ་དུས་ཚོད་ཞིག་ར་མེད་ན་ད་ཁོ་སྒྲོ་འདོགས་བཅད་ཡ་དེ་ཡོད་བ་ཡིན་ན་སྒྲོ་འདོགས་དེ་བཅད་དགོས་རེད་བ་དེ་ཡང་ཁོ་གསབ་བྱེད་དེ་གལ་ཆེ་ཤོས་དེ་དུས་སྐབས་དུས་དུས་བྱ་གི་ཡོད་མ་རེད་བ་ཡང་དེ་འདྲས་བྱས་ནས་གནས་བབ་ལ་བལྟ་ནས་དེ་འདྲས་བྱེད་དགོས་ཀྱི་ཡོད་ས་རེད། ང་གཉིས་དེ་བལྟས་ཚེ་རིང་པོ་ཆགས་འགྲོ་ས་རེད་ད། ད་དེས་མ་ཐག་ལགས་སོ་ཁྱེད་དེ་ནས། ད་ང་ཚོ་རྒན་དེ་རེད་དེང་སང་དེ། དེང་རབས་ཀྱི་ཚན་རིག་སྦྱང་གནང་གོ་རག་གིན་དགེ་ལུགས་སྒྱུ་སྤྲོད་གནང་ལོ་ཡིན་རེད་རེད། ཚན་རིག་སྒྱུ་སྤྲོད་འགོ་བཙུགས་ཚར་བ་རེད་དེ་འདྲས་ཡིན་དུས་ཙང་མ་ལེ་ཡ། དང་པོ་ང་རང་ཚོ་ཚན་རིག་སློབ་གཉེར་བྱེད་མཁན་གཅིག་ངོས་ནས་བཤད་པ་ཡིན་ན། གཅིག། ཚན་རིག་ཚན་རིག་སྦྱང་ཡང་སྦྱང་དགོས་ཡོད་ལབ་གོ་རག་གིན། ཨང་དང་པོ་དེ་ཚན་རིག་ཟེར་ནི་ཚིག་དེ་དོན་དག་ག་རེ་རེད་ཟེར་ན་ཡང་འགྲེལ་བཤད་རྒྱ་ཡོད་ཚོད་མེད་ན་འཇོག་ཚ་པོ་འདྲ་ཞིག་འདུག། ཚན་རིག་ཟེར་ཡ་ཚིག་དེ་ཁོ་དོན་དག་ག་རེ་ཟེར་བ་ཚན་རིག་ལ་ཚིག་ཞུ་ར། རེད། ད་ཁྱེད་རང་གི་བརྗོད་གཞི་དེ་ང་གཉིས་ཚན་རིག་སྒང་ལ་ཕར་འགྲོ་གི་འདུག་བ། མ་འགྲོ་གོང་ལ་ངས་ཀྱི་ད་སློབ་གཉེར་སྐོར་ལ་ད་དུང་ཞུས་པ་ཡིན་ན། ང་ཚོས་གླ་བ་སློབ་གཉེར་རྒྱག་ཡ་དེ་ཧང་སང་ཡ་གི་ད་གོ། གནད་འགག་ཆེན་པོ། རང་ལ་ལྟོས་པའི་གལ་ཆེན་པོ་ཞིག་ཞུ་བ་ཅིག་ཆགས་བསྡད་ཀྱི་ཡོད་རེད། ལྷག་པར་དུ་ད་ངས་དང་གི་ཞུས་པ་ན་ཞིག་རེད། ང་ཚོ་བོད་བརྒྱུད་ནང་བསྟན་ལ་ཡ་ད་ད་ཕྱི་ལོག་གི་མིག་གི་རིན་ཐང་སྤྲད་ཡ་དེ་ང་ཚོ་ལ་ཨ་ནི། ཐོས་བསམ་སྒོམ་གསུམ་ཚང་བདེ་བ་དེ། ད་ནི་དམིགས་བསལ་རྟགས་ཁོ་གར་ཟེར་བ་རེད། སློབ་གཉེར་བརྒྱབ། སློབ་གཉེར་བརྒྱབ་བ་འདིས་ནང་ལོག་ལ་ཐོས་པ་བྱས། བསམ་པ། མཐའ་མ་ཉམས་ལེན་གྱི་སྒོམ་བྱས་ཏེ་མཉམ་དུ་མཉམ་དུ་ཐོས་བསམ་སྒོམ་གསུམ་ཡ་མ་བྲལ་བ་བྱས་ནས། དེ་འདྲའི་ཅིག་ཉམས་སུ་ལེན་ཡ་ཡོད་བསྡད་པ་པས་དེ་ཡོད་དུས་ཙམ་པ་ཡ། ཁོ་གར་ཟེར་བ་རེད་དེ། ཡོངས་སུ་རྫོགས་པའི་སྒྲོམ་གཞི་ཅིག་རེད། སློབ་གཉེར་བྱེད་ཡ་ཡོད་པ་སློབ་གཉེར་དེའི་ནང་ལོག་ནས་ཡང་ཡང་ནས་ཡང་ཁོ་ཐོས་པ་ཐོས་རྐྱང་མ་ཡིན་པ་ཉམས་ལེན་ཡོངས་སུ་རྫོགས་པ་བྱེད་ཡ་དེ་དེའི་ནང་ལོག་ནས་ཚུར་ལེན་ཡ་ཡོད་པ་དེ་འདྲའི་ཆེད་ཆགས་བསྡད་ཡོད་རེད་དེ་ཡིན་དུས་ཕས་ཧ་ལས་པའི་གལ་གནད་ཆེན་པོ། འདས་པའི་ལོ་རྒྱུས་ཀྱི་ནང་ལོག་བཙལ་ན་ཡང་དངོས་གནས་ད་མཁས་པ་རྣམ་དཔྱོད་ཅན་དེ་ཚོ་གང་གཱའི་བླ་བ་སློབ་གཉེར་ལ་དཀའ་སྤྱད་སྡུག་རུས་བྱས་ནས་བྱས་ཡོད་རེད་དེ་ནི་ད་ལྟའི་དུས་སྐབས་ལ་ཡིན་ན་ད་ཧང་སང་ཡང་དཔེར་ན་ང་ཚོའི་ད་ལྟ་སྟེར་བ་ད་ད་ལྟའི་དུས་སྐབས་འདྲ་ཞིག་ཡིན་ན་གོང་ད་བསྟན་པའི་སྒྲོན་མེ་ངེད་མ་དེ་འདྲས་གསུངས་འདུག་བ་དེ་བས་བསྟན་དང་རྒྱལ་བས་བསྟན་དང་བཅས་མཚན་ལྡན་བྱེད་དང་ཆོས་མཐུན་གྲོགས་ཀྱིས་ཀྱང་མཐུན་རྐྱེན་རྟེན་འབྲེལ་འཛོམས་པ་འདི་འདྲ་བ་ཡང་ཡང་རྙེད་པར་དགའ་ལ་དོན་ཆེ་བས་ཕྱི་བཤོལ་སྤངས་ཏེ་སྙིང་པོ་ལོང་ཞིག་ཨང་གསུང་ཡ་དེ་ད་ང་ཚོ་ལ་མཐུན་རྐྱེན་ཞེའུ་ཅན་འཛོམས་བསྡད་པའི་དུས་སྐབས་རེད་ད། ད་ལྟ་འདྲ་བོ་ཡིན་ན་ད་དངོས་གནས་དྲང་གནས་ད་བས་དེ། དགེ་རྒན་ལ་ཐོགས་པ་མེད་བསྡད་པ་ཨ་ནི་བཞུགས་གནས་དང་དཔེ་ཆ་དེ་ཚོ་ཐོགས་པ་མེད་བསྡད་པ་དེ་ནས་ཟས་གོས་གནས་མལ་ད་མཐུན་རྐྱེན་ཡོངས་སུ་རྫོགས་པ་ཕྱི་ལོགས་ནས་ཚང་བསྡད་ཡོད་རེད། ད་སོ་སོའི་ངོས་ནས་གླ་བ་སློབ་གཉེར་བརྒྱ་ཡ་ལྷག་པར་དུ་ལོ་ཆུང་བ་ཚོ་གིས་ང་རང་ཚོར་རིག་པ་དཔེ་དེབ་སྤྱང་པོ་ཡོད་ཡ་དུས་ཚོད་དེ་ཞེ་དྲག་ཡོད་མ་རེད། མིག་གིས་མི་བཙལ་ན་ལོ་ལ་བཙལ་མོ་བཙལ་ཉེན་དེ་ཚོ་ཡིན་ན་ཁོ། ད་དུས་ཚོད་དེ་དཔེ་དེབ་ཅིག་ཁོ་རང་གིས་ལོ་བཅུ་བདུན་བཅོ་བརྒྱད་དུ་བ་བྱས་ནས་ལོ་སུམ་ཅུ་སོ་གྲངས་འགའ་རོགས་སླེབས་སོང་ན་ལོ་བརྒྱ་བཅུ་གཅིག། ང་ཚོ་གླ་བ་སློབ་གཉེར་བརྒྱ་གཉིས་དེ་ཡང་ད་སློབ་གཉེར་བརྒྱ་ཡ་གི་སྡིག་འདྲ་བོ་དེ་ད་སོ་སོའི་གཞོན་དུས་དེ་རེད། རིག་པ་བྱོན་པའི་དུས་སུ་བསླབས། བ་ནི་དགོན་གྱི་དུས་སུ་སོགས་ཟེར་གྱི་འདུག་བ་ཆ་ཚང་དེའི་དུས་སྐབས་དེ་གང་ལ་སློབ་གཉེར་དང་སྔོན་གནས་དྲང་གནས། མཐུན་རྐྱེན་རྟེན་འབྲེལ་འཛོམས་པ་འདི་འདྲ་བ་ཡང་ཡང་རྙེད་པར་ག་ལ་དོན་ཆེ་བས་ཕྱི་བཤོལ་སྤངས་ཏེ་སྙིང་པོ་ལོངས་ཤིག་ཨང་ཟེར་ཡ་དེ་གི་དུས་ཚོད་ཡིན་དུས་ངེས་པར་དུ་བའི་རིག་པ་བསྒྲིམས་ནས། ནས། བསླབ་པ་སློབ་གཉེར་རྒྱག་དགོས་ཡག་གི་དུས་ཚོད་ཅིག་རེད་ཤག་ང་ཚོ་བོད་བརྒྱུད་ནང་བསྟན་དེ་མི་ཉམས་པ་བྱེད་དགོས་ན། གལ་ཆེན་པོ་ཞུ་བ་གཅིག། བསླབ་པ་སློབ་སྦྱོང་ཡོད་པ་དེ། པས་གལ་ཆེན་པོ་དེའི་སྒང་ལ་འགྲུལ་པ་ཉམས་ལེན་ཡོད་དགོས་པ་དེ་ཚོ་ཧ་ལས་པའི་གལ་ཆེན་པོ་ཡིན་དུས་ད་སློབ་གཉེར་བ་ཅིག་ཡིན་ན། ད་དེའི་སྒང་ལ་ཤུགས་རྒྱག་དགོས་ད། དངོས་གནས་དྲང་གནས་སོ་སོ་ད་ཅིག་སངས་རྒྱས་ཀྱི་བསྟན་པའི་ཐོག་ལ་ཡང་ང་ཚོ་སློབ་དཔོན་དབྱིག་གཉེན་གྱི་ལྭ་བ་ནང་བཞིན་དེ་གར་ས། དེ་ལྭ་བ་རེ་བ་ང་ཚོ་གར་རེ་བ་ནམ་རྒྱུན་དེ་སྟོན་པའི་དམ་ཆོས་རྣམ་གཉིས་དེ་ལུང་དང་རྟོགས་པའི་བདག་ཉིད་དོ། ལུང་གི་བསྟན་པ་འཛིན་ཡ་ལ་དེ་འཛིན་བྱེད་པ་མ་བྱེད་པ་གསུངས་འདུག་རྟོགས་པའི་བསྟན་པ་འཛིན་ཡ་དེ་སྒྲུབ་པ་ཉམས་ལེན་བྱེད་ཡ་དེ་རེད། ད་ཡིན་ན་སྒྲུབ་པ་ཉམས་ལེན་བྱེད་ཡ་ལ་ཉམས་ལེན་བྱེད་ཡ་ཤེས་དགོས་རོ། མ་བྱས་ན་ག་རེ་ཉམས་ལེན་བྱེད་ཀྱི་ཡིན་པ། དེ་ལ་སློབ་སྦྱོང་བྱེད་དགོས་པ། ད་སློབ་གཉེར་བྱེད་ཡག་གི་དམིགས་ཡུལ་དེ་རེད་བ། བྱས་ཙང་དེ་བྱེད་དུས་སངས་རྒྱས་ཀྱི་བསྟན་པ་འཛིན་པ་དེ་ཡག་ཤོས་དེ། ལྷག་པར་དུ་ད་ང་ཚོའི་ཚད་མ་རྣམ་འགྲེལ་ལྟ་བུ་གི་གཞུང་ལུགས་ལ་ཐོས་བསམ་སློབ་གཉེར་ཚུལ་བཞིན་དུ་བྱེད་པ་དེ། ས་སྐྱ་བན་དེ་དག་གིས་གསུངས་མ་རེད་པས། ད་ལྟ་དེ་དེ་དག་སྒྲུབ་དང་སུན་འབྱིན་གྱི་རིགས་པའི་གཞུང་ལུགས་གང་གིས་ཤེས། མཁས་པ་དེ་ནི་རྫོགས་པ་ཡི་སངས་རྒྱས་ཀྱིས་ནི་བསྟན་པ་འཛིན་ཟེར་ནས། སངས་རྒྱས་ཀྱི་བསྟན་པ་འཛིན་པའི་སྐྱེས་བུ། ད་ཅིག། དེ་འདྲའི་གི་སོ་རེ་ཅིག་ལ་ཚུལ་སྒྲུབ་ཀྱི་ཡོད་དུས་དཔེ་གལ་ཆེན་པོ། ང་ཚོས་ད་ཅིག། ང་ཚོ་ལ་ཡང་ད་ཅིག་ག་རེ་ཟེར་རེད། རིག་གཞུང་ཡོད་པ་བསྟན་རྒྱུ་ཡོད་པ་འདི་ཡིན་དུས་དེའི་ཐོག་ལ་ཡང་ཤུགས་ཤིག་རྒྱག་མ་ཐུབ་པ་ཡིན་ན་ད་ནི་ཅིག་དཀའ་ལས་ཁག་པོ་ཆེ་ཆགས་འགྲོ་གི་རོགས་མ་འོངས་པ་ན་ད་བྱས་ཙང་དེ་པས་ཧ་ལས་པའི་ད་སློབ་གཉེར་རྒྱ་ཡག་དེ་ཚོ་ལ་མི་གཞན་པས་དོ་སྣང་བྱེད་པའི་དུས་སྐབས་ལ་དངོས་གནས་ང་རང་ཚོ་གི་སློབ་གཉེར་རྒྱ་ཡག་དེ་གལ་ཆེ་དོན་ཆེ་བརྩིས་ནས་བྱེད་དགོས་ཡ་དེ་ཚོ་ཧ་ཅང་གི་ད་པས་གལ་ཆེན་པོ་རེད་འདུག་བསམ་གི་ཡོད་རེད་ད་ཡང་ང་ཚོ་སྐབས་རེ་དེ་འདྲས་བསམ་གི་རེད་བ། གླ་བ་སློབ་གཉེར་རྒྱབ་རྟེན་བྱས་ཏེ་དགོན་པ་ལ་བསྡད་དེ་དུས་ཅིག་ཁོ་ཆུ་འཚོ་རྒྱུ་མེད་དེ་བས་སོང་འདྲ་བོ། ཡང་ཅིག་ཟ་ངེ་ཟིང་ངེ་བྱས་ནས། ཅིག་འདྲ་མ་འདྲ་འདྲ་བོ་བྱས་དེ་དུས་ཕྱི་ལོགས་ལ་ཅིག་དུ་བ་སྤྱི་ཚོགས་དྲ་ལམ་རེད་ག་ས་ག་ལ་ཅིག་དོན་དེ་རྙེད་སོང་འདྲ་བོ་དེ་འདྲས་ཅིག་ཡོད་རེད་བ། དེ་ཡང་ང་ཚོས་བལྟས་ཚེ་ཨ་ལས་ད་ཅིག། ཟ་ངེ་ཟིང་ངེ་འདྲ་མ་འདྲ་འདྲ་བོ་བལྟས་ཚེ་བྱེད་དགོས་ཀྱི་ཡོད་ས་རེད། ཅིག་བསམ་ན་དེ་གུང་ཐང་བསྟན་པའི་སྒྲོན་མེ་བསླབ་བྱ་དེ་ངེས་པར་དུ་དྲན་དགོས། དེ་གསུངས་འདུག་བ། འདོད་འཇོའི་ཁྱིམ་པའི་འབྱོན་འཇུག་གཡོ་ཁྲམ་ཅན། ཆོས་མིན་སྤྱོད་པའི་མཐས་ཉེན་མགོ་འཕང་མཐོ།

ཨོ་དེ་བྱས་ཚེ་འདོད་འཇོའི་ཁྱིམ་པའི་སྤྱོད་འཇུག་གཡོ་ཁྲམ་བཅས་ཆོས་མིན་སྤྱོད་པའི་མཐའི་ཉེས་འགོ་འཕང་མཐོ། ལྟོ་སྐྱ་གོས་ཧྲུལ་ཐོད་དང་ཚུལ་ཁྲིམས་ཀྱིས་ད་དེང་སང་ལྟོ་སྐྱ་བོ་དང་གོས་ཧྲུལ་བོ་གོ་ཉེས་ད་ཡོད་མ་རེད་གནའ་སྔ་མོའི་སློབ་གཉེར་བ་དེ་ཚོ་ལྟོ་སྐྱ་གོས་ཧྲུལ་ཐོད་དང་ཚུལ་ཁྲིམས་ད་ཡིན་ན་ཡང། ལྟོ་སྐྱ་བོ་ཕྱི་ལོག་གི་ལྟོ་སྐྱ་བོ་རེད་གོས་ཧྲུལ་བོ་རེད་མཚན་སྙན་གྲགས་ཡོད་མ་རེད་དེ་ནང་ལོག་དེ་ག་རེ་ཡོད་རེད་ཟེར་ན་ཐོད་པ་དང་ཚུལ་ཁྲིམས་ཀྱི་དང་ནོར་དེ་ཁོ་ལ་ཁེབས་སང་ཆད་ཡོད་རེད་བ། དོན་ངོ་མའི་ཕྱུག་པོ་དེ་ཁོ་རེད་དེ་ཡོད་རེད་བ། བྱས་ཙང། ལྟོ་རྒྱ་གོས་འཁྲུའི་ཐོད་དང་ཚུལ་ཁྲིམས་ཀྱི་དཔྱོད་ལྡན་སྙེ་མའི་མགོ་འཕང་དམའ་ན་ཡང། ནམ་ཞག་གཏན་གྱི་འདུན་མ་དེ་འདྲ་འདྲ་མིན། ཕུགས་ཀྱི་མདུན་ལམ་དེ་བས་ཁག་ཁག་ཡིན་གསུངས་རེད་བ། གཏན་གྱི་སྐྱིད་སྡུག་འདྲ་འདྲ་མིན་ནོ་ཨང། ཨོ་དེ་འདྲས་གསུངས་ཡོད་རེད་བ། ཨ་ནི་དེ་ག་ན་ཞིག་རྗེ་བཙུན་མི་ལས། ནམ་ཕུགས་སུས་ཀྱིས་བལྟ་ཡང་བལྟ། ལོ་ཐོག་སུས་ཀྱིས་བལྟ་ཡང་བལྟ་གྲུབ་འབྲས་གསུངས་རེད་བ། དེ་ན་ཞིག་བྱས་ནས། འདི་ཚོ་ཐུགས་ལ་བཞག་དགོས་ཡ་དཔེ་གལ་ཆེན་པོ་རེད། ཟེར་སླ་བ་སློབ་གཉེར་རྒྱག་དུས་ཙང་ལ་དཀའ་སྤྱད་བལྟས་ཚེ་སྡུག་རུས་བྱེད་དགོས་ཡག་དང་ཅིག་ཅིག་གར་སོགས་རེད་དེ་འདྲའི་བལྟས་ཚེ་ཡོང་གི་ཡོད་རེད་དེ་དེ་ཁོ་རྒྱན་ཆ་རེད་ད་སློབ་གཉེར་རྒྱག་ཡག་ལ་དཀའ་སྤྱད་སྡུག་རུས་བྱེད་དགོས་རེད་འཛམ་གླིང་གི་ཤེས་ཡོན་དངོས་གནས་ཚན་རིག་པ་དང་དེ་ཚོ་ཤེས་ཡོན་དངོས་གནས་སྦྱང་ཉེས་དེ་ཚོ་གི་དཀའ་སྤྱད་སྡུག་རུས་ཀྱི་ལང་ཀ་དེ་བརྒྱུད་ཡོད་རེད་བརྒྱུད་པ་དེ་སོ་སོའི་གཟི་བརྗིད་ལ་བརྩི་དགོས་རེད་བརྩི་བ་དེ་བདེ་སྐྱིད་ལ་བརྩི་དགོས་རེད་དཀའ་སྤྱད་སྡུག་རུས་བྱེད་པ་དེ་བདེ་སྐྱིད་ལ་བརྩི་ནས་དགོས་རྗེས་མ་ཡོད་ཚོད་དེ་དངོས་གནས་ངས་དཀའ་བ་སྤྱད་ཡིན་ང་སློབ་གཉེར་རྒྱག་དུས་དཀའ་ལས་དེ་འདྲའི་ལྟ་བུ་ཡིན་མཚན་ཚོགས་ཆོས་ར་ཧུ་ད་པ་དང་འགྲིམས་ཡོད། དེ་ཚོ་གང་ག་ཡིན་བསམ་ཡ་བྱེད་དེང་སང་ང་ཚོ་ཡང། ཚོགས་ཆོས་ར་འགྲིམ་ཡ་དེ་ཚོ་ཡང་ཅིག་གར་སོང་རེད་ང་ཚོ་དེ། སྤྱི་ཚོགས་ཀྱི་སློབ་སྦྱོང་དང་སྦྲག་གི་ཡོད་མ་རེད་བ། འདི་ལ་ཚོགས་བསགས་སྒྲིབ་བྱ་གི་རྒྱབ་རྟེན་འགོག་གི་ཡོད་རེད་བ། བྱས་ཙང་ག་དུས་ཡིན་ན་ང་ཚོ་ཆོས་ར་ལ་སྐུ་རིམ་ཚོགས་ཡ་དང་དེ་ཚོ་ཁ་ཤས་ཡང། ད་དེ་ལྟར་དུས་ཚོད་ཞུགས་འཕྲོ་བརླག་བཏང་གི་འདུག་དེ་ལས་ཅིག་སློབ་སྦྱོང་རང་བྱས་ཤ་ན་བསམ་གི་ཡོད་རེད་དེ་ང་ཚོ། ཁོ། སྤྱི་ཚོགས་ཀྱི་སློབ་སྦྱོང་དང་སྦྲག་གི་ཡོད་མ་རེད་བ། སྤྱི་ཚོགས་ཀྱི་སློབ་སྦྱོང་ཡིན་ན་ཁོ་ཤེས་ཡ་བྱེད་དགོས་རེད་ང་ཚོ་དེ་ཤེས་ནས་ཉམས་ལེན་བྱེད་ཡ་རྒྱུ་ལ་ཕན་ཐོགས་ཡ་གི་དམིགས་ཡུལ་བཅང་དགོས་བ་ཡིན་ཙང། ཚོགས་བསགས་སྒྲིབ་སྦྱོང་གི་རྒྱབ་རྟེན་དགོས་ཡ། སློབ་གཉེར་སྲོལ་རྒྱུན་ལ་སློབ་གཉེར་ཕུལ་གང་འདི་གང་ལ་སྐུ་རིམ་གྲས་གང་དགོས་ཡོད། དེ་འདྲས་མེད་བྱུང་ན་ནི་ཁོ་ཁོ་གེགས་བར་ཆད་མང་པོ་བྱས་ནས་མགོ་ཐོན་གི་མ་རེད་གསུང་ཡ་བྱེད་རོགས་འདི་ཚོ་ཅི་དང་ངས་དེ་དེ་ཞུ་གི་དེ་དགའ་སུ་ད། ཅི་དང་སོ་སོ་ད་སློབ་གཉེར་བ་ཅིག་ཡིན་པའི་ངོས་ནས་དེ་ལབ་ཉེས་ཁྲོད་སོང་དེ་ཅིག་བྱས་དེ་ནས་ད་ང་གཉིས་དང་གེགས་ཀྱི་དྲི་བ་དེ་ཞུ་གི་ག་རེ་ཚན་རིག་ཟེར་ཡ་དེ་སྐོར་དེ་ཡིན་པ་རེད། ཅི་དང་ང་ཚོས་ད་དོ་སྣང་བྱས་ན་ཚན་རིག་ཟེར་ཡ་གི།

ལྷག་པར་དུ་ད་ག་ཚོད་རེད་དུས་རབས་ད་གཅིག་སྟོང་དྲུག་བརྒྱ་སོ་དུས་དུས་རབས་བཅུ་བདུན་པའི་ནང་ལོགས་ནས་ད་བཅུ་དྲུག་བཅུ་བདུན་ནང་ལོགས་ལ་ག་ལི་ལི་ཡོ་དང་ནིའུ་ཁྲོན་ད་ཁོང་ཚོ་སླེབས་ནས་ད་དེང་རབས་ཚན་རིག་ཟེར་ཡ་དེ Modern Science ཟེར་ཡ་དེ་ལྟ་གྲུབ་དང་ཞི་རགས་མ་འདྲེས་པ་ད་རྦད་དེ་སྒྲོམ་གཞི་ཡོད་མགྱོགས་ཀྱི་ཤུགས་ཆེན་པོ་ཞུགས་རྗེས་ལྷག་པར་དུ་ད་བཟོ་ལས་གསར་བརྗེ་བྱུང་ནས་རྗེས་ནས་ཨ་ནི་འཕྲུལ་རིག་དང་དེ་ཚོ་ལ་གོ་བ་ཐེ་ཡོང་དུས་ཙམ་ལ་དེང་སང་ཚན་རིག་ཟེར་སླ་བས་འདོད་ལམ་སྲ་ཅིག་འཕྲུལ་ཆས་ཀྱི་རིགས་དང་འབྲེལ་བ་ཡོད་པའི་སོ་འདྲ་བོ་ཅིག་ལ་མིང་གི་གོ་བ་ཐེད་ཐེད་ཀྱི་འདུག་ཨ། དེ་འདྲའི་འདྲ་བོ་ཅིག་བྱས་ནས་ད་ང་ཚོ་བོད་ཡིག་ནང་ལ་ལ་ཚན་རིག་ཟེར་ཡ་དེ། ནས་ཅིག་བྱས་ན། ཚན་རིག་ཟེར་ཡ་དེ་ཚོ་གནས་ཚུལ་བྱེ་བྲག་པའི་སྒང་ལ་ཞིབ་འཇུག་བྱེད་ཀྱི་ཡོད་ཙང་ཚན་པ་ཚན་པ་བགོས་ནས། ནས་ཅིག་ཞིབ་འཇུག་བྱེད་ཉེས་ཀྱི་རིག་གནས་ཡིན་ཙང་རིག་པའི་གནས་ཀྱི་སྡེ་ཚན་ཅིག་ཡིན་ཙང་ཚན་རིག་ལབ་རེད་ཟེར་ཡ་འདྲ་བོ།

འདི་ཡིན་ནི་ཆོས་ལུགས་རེད་མི་འདུག་ཁོས་ཆོས་ལུགས་ཟེར་ཡ་དེ་ཁོ་ཚོས་ག་རེ་བསམ་དགོས་རེད་ཟེར་ན། གཅིག་དཀོན་མཆོག་སྐོར་དང་འཇིག་རྟེན་བཀོད་པ་པོ་ལ་དད་པ་བྱེད་སྟངས་དང་ཨ་ནི་གཅིག་དེ་འདྲས་འདྲ་བོ་གཅིག་ཤུགས་ཆེན་པོ་ཚོར་གི་ཡོད་རེད་བ་ཁོ་རང་ཚོ་ལ་དེ། ཨ་ནི་དེ་རྩོད་པ་དེ་འདྲས་བྱུང་ཡོད་འདོད་ཙང་ལ། ཨ་ནི་ག་ཞིག་ཟེར་ན་འདི་ཆོས་ལུགས་རེད་མི་འདུག་ལྷག་པར་དུ་འཇིག་རྟེན་བཀོད་པ་པོ་ཁས་ལེན་གི་མེད་ཡིན་ཙང་ད་ཆོས་ལུགས་ཟེར་དུས་འཇིག་རྟེན་བཀོད་པ་པོ་ཁས་ལེན་དེ་ལ་དད་པ་བྱེད་ཡག་གི་ལྟ་གྲུབ་རེད། འཛམ་གླིང་ནང་ལ་ཆོས་ལུགས་ཆེ་ཁག་མང་ཆགས་ལ་འཇིག་རྟེན་བཀོད་པ་པོ་ཁས་མི་ལེན་ཉེན་ཧང་སང་ཡང་དཀོན་པོར་བ་ད་ཅིག་ང་རང་ཚོ་ཁ་ཆེའི་ཆོས་ཡེ་ཤུའི་ཆོས་ཨ་ནེ་ཅིག་དེ་ཚོ་རྗེའུ་གི་ཆོས་དེ་ཚོ་ཆ་ཚང་འཇིག་རྟེན་བཀོད་པ་པོ་ཁས་ལེན་ཉེན་རེད་བྱས་ཙང་ད་འདི་ལ་ཡང་གོང་ས་མཆོག་གིས་ད་སྡོམ་ག་རེ་བསྐྱངས་རེད་ཟེར་ན། ནང་པ་སངས་རྒྱས་པའི་ཆོས་དེ་ཚན་པ་གསུམ་འདྲ་བོ་ཅིག་ལས་མ་ཕྱེ་ནའང་ན། ནང་པའི་ཆོས་ལུགས་ད་ང་རང་ཚོ་ནང་ཆོས་ཀྱི་ཉམས་ལེན་དཔེར་ན་གསང་སྔགས་ཀྱི་ཉམས་ལེན་ཚད་མཐོན་པོ་དང་ད་སྐྱེ་བ་སྔ་ཕྱིའི་མཚོན་པའི་ཁོ་ཅིག་རང་དེ། ཅིག། དད་པ་དང་ཡིད་ཆེས་རང་བྱས་ནས་འགྲོ་དགོས་སའི་རིགས་ཅིག་ཡོད་རེད། དེ་ནི་ང་ཚོས་ཅིག། རྟེན་འབྲེལ་དང་སྟོང་པ་དང་བདག་མེད་པའི་སྐོར་གྱི་ལྟ་གྲུབ་དེ་ཡང་ཡོད་རེད། ནང་པའི་ལྟ་གྲུབ། ད་ནང་པའི་ཚན་རིག་ཟེར་དུས་ཙང་ལ་ཡང། དེང་རབས་ཚན་རིག་གི་ཐོག་ནས་ཉམས་ཞིབ་བྱས་ན་ཧ་ལམ་ར་འཕྲོད་ཡས་ཡོད་བསྟན་རྒྱུ། དཔེར་ན་སྒོམ་བརྒྱབ་ན་ལུས་ལ་ག་འདྲས་ཕན་གྱི་ཡོད་མེད། ཨ་ནེ་གཅིག། གཅིག། སེམས་ནད་ལ་མང་པོ་ཅིག་ལ་ཕན་ཐོགས་ཀྱི་ཡོད་མེད། ཨ་ནེ་གཅིག་དཔེར་ན་སྒོམ་བརྒྱབ་ནས་ང་ཚོའི་གཟུགས་པོའི་གི་ཁྲག་དང། གཅིག་ཚ་གྲང་ལ་འགྱུར་བ་འགྲོ་ཡ་དང་དེ་འདྲས་ཡོད་པ་ཡིན་ན་ད་ལྟའི་དེང་རབས་ཚན་རིག་རང་ཆགས་དེ་ཡོད་རེད་བ། དེའི་གྲངས་མང་པོ་ཞུ་རྗེས་ནང་པའི་གཞུང་ནང་ཕྱི་དུ་ནང་པའི་གཞུང་ནང་ལ་ཡང་ནང་པའི་ཚན་རིག། ནང་པའི་ལྟ་གྲུབ། ནང་པའི། ཁར་སོང་ནང་ཆོས་ཀྱི་ཉམས་ལེན་བྱས་ནས་ཚན་པ་གསུམ་དུ་ཕྱེ་ནས་དེ་ཚ་དང་ནང་པའི་གཞུང་དེ་དོན་དག་རྒྱ་ཆེན་པོ་ཞུ་བ་ཆགས་དེ་ཡོད་རེད་བ། ཆོས་ལུགས་རྐྱང་པ་ཡང་ད་ཁར་ཚོགས་རེད་ཁོང་ཚོས་ཕྱི་ལོག་གི་གོ་བ་རྒྱག་ཡག་གི་ཆོས་ལུགས་རྐྱང་པ་ཡང་མ་རེད་ལྟ་གྲུབ་རྐྱང་པ་ཡང་མ་རེད་ཨ་ནི་ཅིག་སློབ་གསོ་དང་ཅིག་ང་རང་ཚོས་གར་ཚོགས་རེད་སེམས་བཅོས་ཐབས་གཅིག་གོ་རེད་བས་ཟེར་ན་ད་སེམས་བཅོས་ཐབས་གནས་སྐབས་ཀྱི་སེམས་བཅོས་ཐབས་གཅིག་གོ་དེ་ཡང་མ་རེད་ཡོངས་སུ་རྫོགས་པ་ཚུད་དེ་བ་རྒྱ་ཆེན་པོ་གཅིག་ཆགས་དེ་ཡོད་རེད། འོ་དེ་གའི་མཚོན་དོན་བསྟན་དགོས་ཆེ་ཙང་ད་ལྟ་ང་ཚོས་ནང་པའི་ཚན་རིག་ཞུ་ཡ་དེ་གཙོ་གཙོ་བོ་དེ་ཕྱིའི་གཟུགས་ཅན་གྱི་གནས་བབ་ལ་འགྲེལ་བཤད་རྒྱག་པ་དཔེར་ན་ང་ཚོས་རྡུལ་ཕྲན་གྱི་སྐོར་འདྲ་བོ་དང་ཨ་ནེ་ཅིག་དབྱིབས་དང་ཁ་དོག་གི་སྐོར་བཤད་པ་འདྲ་བོ་དེ་འདྲའི་ཡོད་རེད་འཇིག་རྟེན་ཆགས་རབས་སྐོར་བཤད་པ་ཡང་ཡོད་རེད་དེ་འདྲའི་ཡོད་རེད་ཕྱིའི་གཟུགས་ཅན་གྱི་སྐོར་དེ། དཔེར་ན་ད་ལྟ་ང་ཚོས་ནང་པའི་ཚན་རིག་དང་ལྟ་འགྲུས་ཀུན་བཏུས་ཆ་བཞག་ན་དེབ་དང་པོ་དེ་གཟུགས་ཅན་གྱི་སྐོར་རེད་དེབ་གཉིས་པ་དེ་གཙོ་བོ་སེམས་སེམས་བྱུང་གི་འགྲོ་སྟངས་ཤེས་པའི་སྐོར་རེད། བྱས་ཙང་ད་དེ་ནང་པའི་ཚན་རིག་ཡིན་ཟེར་བ་དེ་གསུང་གི་ཡོད། ལྷ་སོ་སྐྱེ་ཤི་ལགས་དེ་ནས་དེ་ད་ང་ཚོ་ད་ལྟ་དགེ་ལུགས་སྒྱུ་རྩོད་དེ་ཚོ་ནང་ལ་ཚན་རིག་དེ་ཚོ་དེང་རབས་ཀྱི་ཚན་རིག་ཚོ་འདྲ་པོ་བྱ་དགོས་ར། རེད་རེད་ཡ། དེ་ཡིན་དུས་གདན་སའི་དཔེ་ཆ་བ་ད་རབ་ཏུ་བྱུང་བ་གྲྭ་བ་ད་དགེ་འདུན་པ་གཅིག་ངོས་ནས་བཤད་པ་ཡིན་ན་དེང་རབས་ཀྱི་ཚན་རིག་དེ་ཚོ་སྦྱང་དགོས་ཡ་གནད་འགག་དང་ཨ་ནི་དམིགས་བསལ་གྱི་ཕན་ཡོན་འདྲ་པོ་ག་རེ་ཡོད་རེད། ཨ་དེ་ད།

ང་ཚོས་ཀྱིས་དཔེར་ན་ནང་པ་སངས་རྒྱས་པའི་ཆོས་ཟེར་ཡ་དེ་ཕྱོགས་གཅིག་ནས་བྱས་ན་དང་གིས་ཞུས་པ་ནང་བཞིན་རེད་སློབ་དཔོན་དབྱིག་གཉེན་གྱིས་གསུངས་པ་ནང་བཞིན་བྱས་ན་དེ་འཛིན་བྱེད་པ་སྨྲ་བྱེད་པ་སྒྲུབ་པ་བྱེད་པ་ཟེར་དེ་འཛིན་པར་བྱེད་པ་སྨྲ་བར་བྱེད་པ་ཟེར་གི་འདུག་བ། སོ་སོས་ཤེས་དགོས་རེད། ཉམས་ལེན་བྱེད་དགོས་རེད། བྱེད་དགོས་པ་མ་ཟད་གཞན་ལ་འཆད་དགོས། འཆད་རྩོད་རྩོམ་གསུམ། ད། སངས་རྒྱས་ཀྱི་བསྟན་པ་མ་འོངས་པ་ལ་གནས་དགོས་ཆོད་ན་གཞན་ལ་འཆད་སྤེལ་བྱེད་དགོས་རེད། གཞན་ལ་འཆད་སྤེལ་བྱེད་དགོས་བྱུང་ན་གཞན་གྱི་བློ་དང་འཚམས་དགོས་རེད། གདུལ་བྱའི་བློ་དང་འཚམས་པ་ཅིག། ང་ཚོས་སྤྱན་ལྔ་དང་མངོན་ཤེས་བསྒྲུབ་ཡ་དེ་ཚོ་ཚང་མ་ལོ་གཅིག་རྣ་བ་སྐྱིབ་སྐྱིབ་དང་དེའི་ཆེད་དུ་མ་རེད་བ། སྤྱན་དང་མངོན་ཤེས་སྨྲ་མཁས་བཟོད་པ་སོགས་ཞེ་འདོད་ཆེ་བའི་རྐྱེན་རྣམས་ཚང་བར་ཤོག་ཟེར་གྱི་འདུག་བ། བྱས་ཙང། མི་གཞན་པའི་གི་གནས་བབ་རྒྱུས་ལོན་དགོས་རེད་དཔེ་ཆ་ཆ་ན་ང་ཚོས་ཚན་རིག་གི་ཐོག་ནས་ཅིག་ད་ལ་གང་འཚམས་ཅིག་ཤེས་པ་ཡིན་ན། ལོ་གཞོན་པ་ཚོ་ལ་ཡ་ཨ་ནི་ཅིག་ནང་ཆོས་ངོས་སྤྲོད་བྱེད་དགོས་བྱུང་ན་རེད་ནང་ཆོས་དང་འབྲེལ་བའི་ཨ་ནི་དྲི་བ་དྲི་ལན་བྱེད་དགོས་བྱུང་ན་ཡང།

ཅིག་གིས་འཛམ་བུ་གླིང་སྤྱི་ལ་ཞབས་འདེབས་ཞུ་ཡ་ཡིན་ནི་རེད་སྤྱི་ཚོགས་ལ་ཞབས་འདེབས་ཞུ་ཡ་ཡིན་ནི་རེད་མི་གཞན་ལ་རོགས་པ་བྱེད་ཡ་ད་དེ། ཨ་ལས་དང་པོ་ནང་ཆོས་དང་ཚན་རིག་ཟུང་འབྲེལ་བྱེད་སྟངས་དེ་ག་འདྲས་བྱེད་དགོས་རེད་དེ། ནང་ཆོས་དང་ཚན་རིག་ཟུང་འབྲེལ་བྱས་ནས་དེ་ནས་མི་གཞན་ལ་ཅིག། ཅིག་སེམས་ཅན་གཞན་ལ་ཕན་ཐོགས་བྱེད་ཡ་བྱོས་རོགས་དེ་ག་འདྲས་བྱེད་དགོས་རེད། དྲི་བ་དེ་ཚོ་གཏིང་ཟབ་དག་འདྲ་ཆོས་བྱེད་ཅིག་ཤེས་ཀྱི་བསྡད་ན། ཅིག་གར་སེ་བ་རེད་མ་ཤེས་ཤེས་མདོག་བྱེད་ཉེས་གི་སོ་རེད་ཅིག། ཆག་ཡ་གི་ཉེན་ཁ་འདུག་བ། ད་དྲི་བ་དེ་ཚོ་དངོས་གནས་ཆེན་པོ་ཀྱང་ཀྱང་རེད་བ། ཡིན་པ་ཡིན་ནས་ལས། ད་རྩ་བའི་ངན་དང་པོ་ང་རང་ཚོ་ནང་ཆོས་སློབ་གཉེར་ཡག་པོ་སྦྱང་དགོས་དེ་གལ་ཆེན་པོ་རེད་ད། ཨནི་ད་དེ་མཉམ་དུ་ཨནི་ཅིག་སྐད་རིགས་འདྲ་བོ་དེང་སང་སྤྱི་ཚོགས་ལ་དཔག་པའི་སྐད་རིགས་གཅིག་གཉིས་ཤེས་ན་དཔེ་ཡག་པོ་འདུག་གོ་ཅིག་ད་ཆོས་ལ་དོ་སྣང་བྱེད་ཉེན་ཅིག་ལུང་པ་འདྲ་མི་འདྲ་དེང་སང་འཛམ་བུ་གླིང་རྦད་དེ་ཆུང་རེ་ཕྱིན་མི་འདྲ་མ་འདྲ་དེ་འདྲ་བྱེད་དུས་ཙང་ལ་གོ། སོ་སོའི་སེམས་ནང་ལ་ཡོད་པའི་ཆོས་ཀྱི་འགྲེལ་བཤད་དེ་ཇི་མ་ཇི་བཞིན་བཤད་དགོས་བྱུང་ན་ཨནི་ཡང་སྐད་རྒྱུད་འདྲ་བོ་དེ་འདྲ་ལ་བརྟེན་དགོས་དུས། སོ་སོའི་འདོད་པ་ཡོད་པ་ན་ཤེས་བྱའི་ཐུག་ཚུལ་མ་རེད་བ་སྐད་རིགས་འདྲ་བོ་ཤེས་དགོས་ཡ་དེ་ཚོ་གལ་ཆེན་པོ་འདུག་བ། ད་ཡིན་ན་ཡང་སོ་སོའི་རིག་པ་དང་དུས་ཚོད་དང་དེ་ཚོ་ལྟ་དགོས་རེད་བ། སོ་སོའི་བསླབ་པ་སློབ་གཉེར་རྒྱག་ཡ་དེ་གལ་ཆེ་ཤོས་བརྩི་དགོས་ཡ་དེ་རེད་བ། དེ་གཅིག་རེད། ད་དེ་ནས་ང་ཚོས་ཨ་ལས་ཚན་རིག་ཤེས་སྟངས་དེ་ཁ་ཤས་ཅིག་ཡོང་དགོས་རེད། རྩ་བའི་ཚན་རིག་གི་སྒྲོམ་གཞི་ཙམ་གྱི་ཤེས་པ་བྱེད་ཡ་ཡིན་ན་ཁོ། ད་དེ།

འཛམ་གླིང་ཐོག་གི་ཤེས་ཡོན་གལ་ཆེ་ཤོས་དེ་དང་སྲིད་དོགས་པ་ཁོ་ར་ཡོད་མ་ཚན་རིག་རེད་པ། དཔལ་འབྱོར་ཡིན་ན་འདྲ་ག་འདྲས་བྱས་ན་དེ་གི་རྒྱབ་རྟེན་གི་ཐོག་ལ་ཚན་རིག་གི་སློབ་སྦྱོང་དེ་སླེབས་འགྲོ་གི་ཡོད་རེད། བྱས་ཙང་ཨ་ནི། ད་ཚན་རིག་དེང་རབས་གི་ཅིག་གཞོན་སྐྱེས་ལོ་ཆུང་བ་དེ་ཚོ་གང་ག་ཡིན་ན་ཚན་རིག་གི་སློབ་སྦྱོང་བྱས་ནས་ཚན་རིག་གི་སློབ་སྦྱོང་ད་གཞི་རིམ་རག་ནས་ཡོང་གི་ཡོད་རེད་མང་པོ་བྱུ་བྱས་ད་ཆ་ཚང་བ་ད་གང་ཡིན་སྟེང། བྱས་ཙང་དེ་ཚོ་ཡོང་དུས་ཨ་ནི། རང་བཞིན་གྱིས་དེ་ཚོའི་བསམ་པ་ཤེས་ཡ་དེ་དེ་ཚོ་ལ་ཕན་ཞིག་ཐོབ་ཀྱི་ཡོད་རེད་ད། དེ་ཆགས་ཀྱི་ཡོད་རེད། ཨེ་དེ་ག་ན་ཤི་ཡང་ཚན་རིག་གི་ནང་ལོགས་ནས་ང་རང་ཚོ་ཤེས་ཡོན་དཔེ་མང་པོ་གླེང་ཡ་ཡོད་རེད་བ་དེ་འདྲའི་ཆེ་ཡོད་བསྡད་པ་རེད་བྱས་ཙང་ཚན་རིག་སློབ་སྦྱོང་བྱེད་སྟངས་ལ་ཡང། ཚན་རིག་གི་སློབ་སྦྱོང་དེ་གཞི་རིམ་ཙམ་གྱི་ངོ་སྤྲོད་བྱེད་ཡ་ཅིག་ཡ་ཡོང་གི་ཡོད་རེད་ད་དེ་ནས་ཚན་རིག་བར་གཏིང་ཟབ་པོ་སྦྱང་ཡ་ཡོང་གི་ཡོད་རེད་ཡང་ཚན་རིག་ལ་ཚན་པ་མང་པོ་ཡོད་རེད་བ་སྐྱེ་དངོས་ཚན་རིག་དེ་དངོས་ཁམས་དེ་འདྲས་མང་པོ་ཡོད་རེད་ཡང་ཁོ་ཚན་པ་བྱེ་བྲག་པ་ལ་ང་རང་ཚོས་ཨ་ནི། གཞུང་དག་ཉིད་ལ་གཞུང་ཆེན་བཀའ་པོད་ལྔ་ཡོད་པ་ན་ཞེས་པོ་ཚན་རིག་ལ་ཡང་ཚན་པ་མང་པོ་རང་ཚོ་གཞུང་ཆེན་བཀའ་པོད་ལྔ་ཚན་མོ་ལྔ་དང་བཅས་པ་དེ་དེ་རྒྱུད་སྡེ་བཞི་དང་བཅས་པ་ཆ་ཚང་ཡོང་དགོས་རེད་བ་དེ་ཡིན་དུས་བོད་གཉིས་ཀ་ལོགས་ལ་སློབ་སྦྱོང་གི་ཁོ་ཁྱབ་གོང་སྤེལ་རྒྱ་ཆེན་པོ་ཞུ་རྒྱུ་ཆགས་བསྡད་ཡོད་རེད་ཁོ་ཚིག་གཅིག་གཉིས་ཀྱི་ནང་ལོགས་ལ་བཤད་ཐུབ་ཡ་དེ་འདྲས་ཆགས་ཀྱི་ཡོད་མ་རེད། དེ་ནས་དགེ་བཤེས་ལགས་གཅིག་དེ་ད་གར་ཞུ་འདོད་བྱུང་ཟེར་ན་ད་ལྟ་ང་ཚོ་ད་ནང་པའི་ནང་ཆོས་སྦྱངས་ན་ང་རང་ཚོ་རིག་པ་ཚད་མ་རིག་པ་ཅིག་ཡོད་རོགས།

དེ་ནི་ཁོ་མཁས་པ་ཆེན་པོས་འགྲེལ་བཤད་རྒྱག་པ་དེ་འདྲའི་ཁེ་མ་རེད། དངོས་ཡོད་གནས་སྟངས་དེ་ཁོ་བོས་ཀྱི་བརྟག་དཔྱད་ཞིབ་འཇུག་བྱས་ནས་ར་འཕྲོད་ཀྱི་འདུག་ན་དེ་ད་ག་རང་ཟེར། བརྟག་དཔྱད་ཞིབ་འཇུག་བྱས་ནས་རེད་འདུག་ན་ད་མི་མཁས་པ་བརྒྱད་མ་རེད་ལབ་ན་རེད་ཟེར་ད་ཁོ། དེ་ག་རང་ད་བྱས་བྱས་ད་བརྟག་དཔྱད་ཞིབ་འཇུག་དེ་ད་ཁོ་ཨ་མ་འདྲ་བོ་བརྩི་གི་ཡོད་རེད། ཡིན་ན་ཡང་ད་གནས་ཚུལ་ཡོངས་སུ་རྫོགས་པ་བརྟག་དཔྱད་ཞིབ་འཇུག་བྱས་ནས་ཤེས་ཐུབ་ཀྱི་མ་རེད། ང་ཚོ་འཇིག་རྟེན་ཁམས་ཆགས་ནས་ལོ་ཨ་ནི་ཐེར་འབུམ་བཅུ་གསུམ་དང་ཚགས་བདུན་འགྲོ་གི་ཡོད་རེད་ཟེར་གི་ཡོད་རེད་འཛམ་བུ་གླིང་ཆགས་ནས་ལོ་ཐེར་འབུམ་ལྔ་མ་ཟིན་ཟེར་འགྲོ་གི་ཡོད་རེད་ཟེར་གི་ཡོད་རེད་སྐབས་དུས་དུས་ཀྱི་མི་མེད་པ།

བྱས་ཙང། དཔེར་ན། ཁོ་ཚོས་དཔེར་ན་ཤུགས་ཆེན་པོ་ཞུགས་རྗེས། ཨ་ནེ། འཇིག་རྟེན་ཁམས་ཆགས་ནས་ལོ་འདི་འདྲས་ཀྱི་འགྲོ་བཞག་ཟེར། ག་རེ་ཟེར་ན་ད་ལྟའི་གནས་བབ་ལ་འདི་འདྲས་འདི་འདྲས་འདི་འདྲས་འགྲོ་གི་འདུག་ཟེར། དེ་འདྲས་ཡིན་དུས་ད་སྔ་མོ་འདི་འདྲས་ཡོད་དགོས་ཀྱི་རེད་ཟེར་ནས། དེ། རྒྱུ་མཚན་ལ་བརྟེན་ནས་བབས་ཡོད། གཏན་ཚིགས་རིག་པ་བེད་སྤྱོད་བཏང་གི་ཡོད། དེ་ལ། དཔེར་ན་དམིགས་བསལ་ཡོངས་གྲགས་ཀྱི་གཏན་ཚིགས་ད་ལྟ་ངས་ཞུས་པ་ནི། ད་འདི་ཚོ་དང།

མིས་བཤད་པ་དེ་ཚོ་གལ་ཆེ་ཤོས་མ་རེད་བརྟག་དཔྱད་ཞིབ་འཇུག་དེ་གལ་ཆེ་ཤོས་རེད་ཟེར་གི་ཡོད། ང་ཚོའི་སྒེར་རིག་པའི་འགྲོ་སྟངས་དེ་ག་རེ་ཡོད་རེད་ཟེར་ན། འདི་ཟེར་གི་ཡོད་རེད། གང་ཟག་ལ་མི་སྟོན་ཆོས་ལ་སྟོན། ཚིག་ལ་མི་སྟོན་དོན་ལ་སྟོན། སྟོན་པ་བཞི་དང། དེ་ནས་ཚོལ་བ་བཞི་ཟེར་ཡ་འདྲ་བོ་བྱང་ས་ལས་གསུངས་པའི་རིག་པ་དེ་ཚོ་བྱས་ན་གྲོས་རིམ་དེ་གི་ནང་ལོགས་ལ་གཅིག་པ་ཡོད། བྱས་ཙང་དེ་ཚོའི་ཐོག་ལ་ང་ཚོ་དངོས་གནས་ཅིག་སྤོབས་པ་ཡོད་རེད་ད་ཡིན་ན་ཡང་ཁྱད་པར་ཡོད་རེད་ད། ང་ཚོའི་གི་གཞིའི་རྣམ་གཞག་ཁོ་རང་དེ་ནང་ལོགས་ལ། ཤིན་ཏུ་ལྐོག་གྱུར་ཁས་ལེན་གྱི་ཡོད་རེད། ཅུང་ཟད་ལྐོག་གྱུར་ཁས་ལེན་གྱི་ཡོད་རེད། དེ་འདྲ་ཁས་ལེན་དུས་དེ་ཚོ་ཆ་ཚང་ལ་ཡང་ཚན་རིག་གི་འཕྲུལ་ཆས་དང་དེ་ཚོའི་ནང་ལོགས་ལ་མཐོང་ཐུབ་ཀྱི་རེད་བསམ་མཐོང་ཐུབ་ཀྱི་མ་རེད། བྱས་ཙང་དཔྱད་པ་བྱེད་སའི་གཞི་ཡི་ཆ་ནས་དཔྱད་གཞིའི་ཆ་ནས་ཁྱད་པར་ཡོད་རེད། དཔྱད་ཐབས་ཀྱི་ཆ་ནས་ང་ཚོས་ཀྱི་གཙོ་བོ་འཛིན་ཡ་དེ་ལྐོག་གྱུར་གལ་ཆེན་པོ་འཛིན་པ་ཡིན་ཙང་ཏན་གཏན་ཚིག་ཚོགས་ཆེ་ཤོས་བརྩིགས་ཡོད་རེད་ཁོང་ཚོས་ཀྱི་ཆ་བཤད་ན་ཏན་གཏན་ཚིག་ཡོད་ད་ཡོད་རེད་དེ། ཨ་ནི་ཐད་ཀའི་དེ་ལ་ཡང་མིག་མཐོང་ལག་ཟིན་དེ

ད་བོད་གངས་ཅན་གྱི་ལྗོངས་ལ་དེ་ནས་ས་ཡོམ་བྱུང་ད་དེ་ས་ཡོམ་བྱུང་བའི་སྐྱོན་གྱི་མི་གྲོངས་པ་དེ་ནས་མི་མ་གྲོངས་ན་ཡང་ད་ཅིག་གར་ཚུགས་རེད་ལུས་སེམས་གཉིས་ལ་དཀའ་ངལ་བྱུང་བ་དེ་ག་ནང་བཞིན་སོ་སོས་ད་ཁྱིམ་གཞིས་ཐོར་བ་དེ་ཚོ་ཆ་ཚང་ཡོད་དུས་དེ་ཚོ་ཆ་ཚང་ལ་ང་ཚོས་གདུང་སེམས་མཉམ་སྐྱེད་དང་དེ་ཚོའི་ཆེད་དུ་བསྔོ་བ་སྨོན་ལམ་བྱེད་དགོས་ཡ་དེ་གལ་ཆེན་པོ་གཅིག་རེད་བ། ད་དེ་དང་འབྲེལ་ནས་ས་ཡོམ་ཟེར་ཡ་དེ་ག་འདྲས་ཡོང་གི་ཡོད་རེད་ཟེར་ལབ་ཡིན་ན་ཁོ་རང་ལྗོངས་ཀྱི་འཇིགས་པ་རང་རེད་ང་ཚོས་འཛམ་བུ་གླིང་ད་ཚན་རིག་གི་ཐོག་ནས་ང་ཚོས་ཤེས་ཐུབ་ཆེ་ན་འཛམ་བུ་གླིང་ཟེར་ཡ་དེ་ཁོ་ཚད་ཅན་རེད།

ཉི་མ་རྫོགས་འགྲོ་ཡས་ཡོད་རེད། ཁོ་གར་སོང་ནས་བུ་ཆིང་མེད་ལ་སྐྲག་ཁོས་གིས་དེ་ཞུས་རོ། ཨ་ནི་ཉི་ཡིན་ནའི་སེམས་ཁྲལ་མ་བྱས་ཟེར་ཉི་མ་རྫོགས་ཡས་ལ་ཡར་ལོ་ཨ་ནི་ཉུང་ད་ལ་ཐེར་འབུམ་ཚིག་ན་ས་ཡ་ད་གང་ཆད་ཅབ་ཅིག་འགོག་གི་རེད་ཟེར་དེ་འདྲ་ཡིན་དུས་སེམས་ཁྲལ་མ་བྱས་ཟེར་བ་རེད་ཨོ་དེ་བྱེད་དུས་ད་ང་ཚོས་གིས་བྱས་ཙང་ནང་ལོག་མེ་ཤུན་ཁོལ་མ་ཡིན་དུས་ཙང་ལ་གར་ཅིག་འགོ་རེད་ཟེར་ན། མེ་ཤུན་ཁོལ་མ་དེ་གིས་ནང་ལོག་ལས་ས་ཆ་ཁ་ཤས་ཡར་དོན་ཡོང་དགོས་རེད། ས་ཆ་ཁ་ཤས་མར་འཛུལ་འགྲོ་བ་རེད། ད་ལྟ་ང་ཚོས་ཧི་མ་ལ་ཡའི་རི་དེ་ཚོ་ཚར་ཙང་ལོག་དེ་འཛམ་གླིང་ཐོག་གི་རི་གསར་ཤོས་བརྩིགས་གི་བ་རེད། ཨ་རིའི་ནང་ལོགས་ཀྱི་ད་ལྟ་བོད་ཀྱི་ཇོ་ཇེ་ཡ་ནང་ལོགས་ལས་ཡ Blue Ridge Mountain ཟེར་ཡ་དེ་ཚོ་ཡོད་རེད་དེ་འཛམ་གླིང་ཐོག་རི་རྙིང་ཤོས་ཆེ་དེ་ཚོ་མ་དམའ་རེ་དམའ་རེ་འགྲོ་གོ་རེད། ཧི་མ་ལ་ཡའི་རི་དེ་ཚོ་མཐོ་རེ་མཐོ་རེ་འགྲོ་ག་རེ་སོན་ན་ཕར་ཚུར་འདུག་སྲིད་ད་རྒྱ་མཚོ་ཁུ་ཅོག་རྒྱ་ཅོག་དང་ནང་གི་ད་ལྟ་རྡོ་ཤུན་ཁོལ་མ་ཁོལ་ཅོག་དང་དེ་ཚོས་རྐྱེན་པས་ང་ཚོ་ཆུ་ཁོལ་བ་ཡིན་ན་ཧ་ཡང་ཁ་བཅུ་ཁུ་ཅོག་རྒྱ་བ་ནང་བཞིན་བྱས་ནས་ཁོ། དེ་རྡོ་ཤུན་ཁོལ་མ་དེ་ཚོ་བརྒྱུད་རིམ་ལ་དཔག་ནས་ས་གཞི་འགུལ་སྐྱོད་རྒྱག་དགོས་ཆ་ཚང་ང་ཚོ་ས་ཁག་ཅིག་ད་ལྟ་དེ།

ད་ས་ཡོམ་གྱི་སྔོན་བརྡ་དེ་ཚོ་ཉན་ཡ་དང་ཨ་ནེ་ཅིག་ཁང་པ་རྒྱག་དུས་ཙམ་པ་ཡ་ཁོ་ཅིག་ས་ཡོམ་འཇིག་པ་མི་ཡོང་ཡ་བལྟས་ཚེ་གཡོ་འགུལ་བྱེད་དུས་ལམ་སང་ལམ་སང་ཁོ་རིག་མི་འགྲོ་ཡ་ཡང་ན་དྲག་པོ་ཡང་ན་གལ་སྲིད་དྲག་པོ་མེད་པ་ཡིན་ན་ཡང་ཁོ་ཁ་ཤས་ལ་བལྟས་ཚེ་ཕ་སུ་བལྟས་ཚེ་ན་རེ་ཡ་ཡོད་འགྱོ། ང་ཚོ་ཅིག་གུ་རྒྱོག་རྒྱབ་དུས་ཙང་ལམ་སང་ལོག་ཆོག་ཆོག་མ་ཡིན་གི། དེ་འདྲའི་རྒྱ་ཡལ་ལ་སོགས་པ་ད་ཡིན་ནས་དེ་ཚོ་མཐུན་རྐྱེན་དང་དེ་ཚོ་མང་པོ་གོ་གི་ཡོད་རེད། དེ་ནི་སྔོན་བརྡ་དེ་ཚོ་སྐབས་རེ་སྐབས་རེ་སྔོན་བརྡ་དེ་ཚོ་ལ་ལམ་སང་ཡིད་ཆེས་ཡ་མེད་པ་ཡིན་དུས་ཅིག། དེ་ཚོ་ཏག་ཏག་ཏག་ཏག་ཡང་ད་ལྟ་ཡི་གི་ཚན་རིག་གི་གནས་ཚད་ལ་དཔག་ཡིན་ན་རྦད་དེ་ཞོལ་ཅིག་སྔོན་བརྡ་བཏང་ཐུབ་ཡ་དང་དེ་ཚོ་རང་བྱུང་གི་འཇིག་པ་དེ་ཚོ་ལམ་སང་ལམ་སང་ངེས་པ་ཡོང་ཡ་དེ་འདྲ་ཡོད་མ་རེད་བཤད་དུས། ད་སྤྱི་སྟངས་དེ་སྔོན་འགོག་དང་ལ་ད་ང་ཚོ་དེའི་ཐོག་ལ་ཆེད་ལས་མ་རེད་བ། ང་ཚོས་གི་རོབ་རྩེད་ཀྱི་ཤིང་སྒོར་ང་ཚོས་དེ་བཤད་བསྡད་པ་ཡིན་ན།

སོ་སོས་ཀྱི་བསླབ་པ་སློབ་གཉེར་རྒྱག་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ད། ང་འདྲ་བོ་ཅིག་ཡིན་ན་མི་ལེ་ལོ་ཅན་དེ་འདྲས་རེད་བ། ད་ང་ཚོས་མང་ཤོས་དེ་ག་བ་ནས་ནོར་འཁྲུལ་ཤོར་དགོས་རེད་ཟེར་ན་དུས་ཚོད་དམ་འཛིན་བྱེད་ཐུབ་གི་ཡོད་མ་རེད་བ། དུས་ཚོད་མང་པོ་ཅིག་འཕྲོ་བརླག་འགྲོ་གི་ལྷག་པར་དུ་ད་དེང་རབས་ཀྱི་ང་རང་ཚོ་ཅིག་ག་བ་རེད་ད་ཅིག་ཅིག་གར་སོང་རེད་བརྙན་ཐུང་འདྲ་མ་འདྲ་ད་དེ་འདྲས་ཡོད་དུས་དེ་ཚོས་ཀྱི་པར་རུས་ནས་ང་ཚོ་མང་ཤོས་ཅིག་ལོ་ཆུང་དུས་དུས་ཚོད་འཕྲོ་བརླག་ཤོར་གི་འདུག་བ། ང་ཚོ་འདྲ་བོ་ཡིན་ན་ད་བསླབ་པ་སློབ་གཉེར་ཡག་པོ་ཅིག་རྒྱག་ཐུབ་ཡོད་མ་རེད་ག་རེད་ཟེར་ན་ལོ་ཆུང་བའི་དུས་སྐབས་ལ་སྔེ་མ་ད། དེང་སང་ན་ཞིག་ང་ཚོའི་སྒང་ལ་ག་བ་ད་ཡ་དེ་ད་མི་འདུག་སྟེ། ད་རྩེད་མོ་རྩེ་ཡ་དགྲ་བོ་དང་གཅིག་དེ་འདྲའི་རོགས་པ་མཉམ་དུ་དེ་འདྲའི་ཡ་རྒྱུག་མ་རྒྱུག་བྱས་དེ་འདྲས་བྱས་ནས་དུས་ཚོད་མང་པོ་འཕྲོ་བརླག་བཏང་བ་ད་ལྟ་ཧ་གོ་འདུག་སོ་སོ་རིག་པ་གསལ་བ་དང་ལོ་གཞོན་པའི་དུས་བྱས་ཙང་རིག་པ་གསལ་བའི་དུས་སྐབས་དེ་ལ་རིག་པ་སྒྲིམ་དགོས་འདུག་ད་སློབ་གཉེར་རྒྱག་དགོས་འདུག་ད་ནས་སློབ་གཉེར་རྒྱག་པའི་ཞོར་ལ་སློབ་སྦྱོང་གཞན་པ་གཅིག་སྐད་རིགས་རེ་ཟེར་གཉིས་ཟེར་སྦྱང་ཉེན་ཡིན་ན་སྦྱང་དགོས་འདུག་དེ་ནས་ཚན་རིག་འདྲ་བོ་དེ་འདྲས་ཡིན་ན་སྦྱང། དེ་སྦྱང་ཡིན་ན་ཡང་སློབ་གཉེར་ལ་འཐུས་ཤོར་མ་འགྲོ་བ་གཅིག་ཐོག་ནས་སྦྱང་དགོས་ཡ་དེ་ད་གོ་དེ་འདྲས་རེད་དེ་འདྲས་ཡིན་དུས་དུས་ཚོད་དམ་འཛིན་བྱེད་ཡ་དེ། དུས་ཚོད་ཡོད་རེད་ད་སློབ་གཉེར་བྱེད་ཉིན་གཅིག་ལ་ཁོ་དུས་ཚོད་ཡོད་ང་ཚོ་མི་མང་ཆགས་དུས་ཚོད་མི་འདུག་ཟེར་གྱི་འདུག་དངོས་གནས་བྱེད་ཉིན་གཅིག་ལ་དུས་ཚོད་རག་གི་ཡོད་རེད་ད་ང་ཚོ་འདྲ་བོ་དེ་ཚོ་ཡིན་ན་དུས་ཚོད་མི་འདུག་ཟེར་དུས་ཉི་མ་གཅིག་ལ་ཡ་དོན་དང་ལྡན་པ་ཆུ་ཚོད་གཅིག་བྱས་དོན་མེད་པ་ཆུ་ཚོད་བཞི་ལྔ་བཏང་བཞག་ནས་ཨ་ནི་དུས་ཚོད་མི་འདུག་ཟེར་སྐད་རྒྱག་བསྡད་ཡོད་རེད་བ་དུས་ཚོད་ཡོད་རེད་ད་དངོས་གནས་དྲང་གནས་དུས་ཚོད་དམ་འཛིན་བྱེད་ཉིན་དེ་ཚོ་གི་ཅིག་བྱེད་སྟངས་ལ་བལྟ་དང་དེ་ཚོ་ལ་མིག་དཔེ་བལྟ་དགོས་རེད་བ་མ་གཏོགས་གཅིག་ལ་ཡ་ཉི་མ་གཅིག་ལ་ཞོགས་ཀས་སློབ་སྦྱོང་བལྟས་ཚེ་བྱས་ཉི་མ་གཉིས་ཀ་ལྟ་ཞེ་བོ་གཅིག་བྱས་ཡིན་ཐང་ཆད་ཟིག་ཏོག་ཏོག་བྱེད་ཡ་འདྲ་བོ་དང་ཨ་ནི་གཅིག་ལོ་གཅིག་བྱས་ནས། ཞེའུ་གཅིག་བྱས་ཡིན་དོན་དུ་དེ་འདྲས་མ་རེད་ང་ཚོས་སློབ་གཉེར་བ་ཟེར་ཡ་དེ་མི་ཚེ་སློབ་གཉེར་རྒྱག་ཡ་གི་བསམ་བློ་གཏང་དགོས་བ་སྔོན་མ་ནས་རྒན་པ་དེ་ཚོས་དེ་འདྲས་གསུང་གི་འདུག་དེ་བཀའ་གདམས་པས་དེ་འདྲས་གསུང་གི་ཡོད་རེད་སློབ་གཉེར་རྒྱག་ཉེར་ཚོ་དང་བཀའ་གདམས་པའི་སྤྱི་དང་ཉམས་ལེན་ལ་ཡ། དེ་མཐའ་མ་དེ་ལ་ངས་འདི་ཞུ་བཤམས་སོང། བཀའ་གདམས་པ་དེ་ཚོས་ག་རེ་ཟེར་དགོས་རེད་ཟེར་ན་མིག་རྒྱང་བསྲིངས་ཟེར་ཁོང་སོ་ལྷོད་ཟེར་དགོས་རེད། མིག་རྒྱང་ག་དུས་ཡིན་ན་ཚེ་ལ་ད་རྦད་དེ་ཅིག་ལམ་སང་ལམ་སང་གྲུབ་འབྲས་ཡོང་ཡག་གི་བསམ་བློ་དང་རྦད་དེ་ལ་ལྟ་ཡག་ཡོད་མ་རེད། ཡིན་གཅིག་མིན་གཅིག་གིས་རྦད་དེ་མིག་རྒྱང་རིང་པོ་སློབ་སྦྱོང་ཅིག་བྱས་དབྱིན་ན་དཀྱུས་རིང་པོ་སྤུས་དག་པོ་ཅིག་གཏིང་ཟབ་པོ་བྱེད་དགོས་བསམ་བསམ་བློའི་ནང་ལ་དང་པོ་ནས་མིག་འདི་ཕ་ཐག་རིང་ས་ལ་ལྟ་དགོས་རེད། ཁོང་སོ་ལྷོའི་སི་ཏུས་ཚང་ལ་ཡང་སྤྱིར་བཏང་ངར་ཤུགས་ཡོད་པ་གང་ཞིག་ལ་ཡང་པ་ད་དེ་རིང་རང་ཞི་བ་ཅིག་བྱས་གཏོང་གི་ཡིན་སང་ཉིན་གྲུབ་འབྲས་ཐོན་ལེ་བྱས་གཏོང་གི་ཡིན་ཞི་བ་ཅིག་ངར་དེ་འདྲས་བྱེད་ཡ་ཡོད་མ་རེད་ཁོ་རང་དཔག་བཟོད་ཅིག་བྱས་ནས་ད་ནི་མུ་མཐུད་ནས་ཆོས་བདག་མེད་སྙིང་རུས་སུ་ཅིག་ཡིན་ཟེར་ནས་ཕུགས་རྒྱང་ག་ཚོད་རིང་བ་མ་དེ་བྱེད་ཐུབ་ཉེ་དེ་དེ་འདྲས་ཤེས་ཀྱི་ཡོད་རེད་ད་ཁ་ཤས་ཀྱི་དེ་འདྲས་ཟེར་གྱི་འདུག་ང་ང་དེ་ཞི་ར་ཞི་ར་ཁས་ལེན་གྱི་མེད་ཁ་ཤས་ཀྱི་ཨིན་ཇིའི་སྐད་སྦྱངས་ནས་ད་ནི་བའི་བདུན་ཕྲག་ཅིག་ལ་མཁས་པ་ཆགས་སོང་རེད་ཟླ་བ་ཁ་ཤས་ཐོག་ལ་མཁས་པ་ང་ང་དེ་ཞི་ར་ཞི་ར་མུ་མཐུད་མེད་རེད་ད་བས་ཅིག་རེ་ཟུང་རེ་ཟུང་མ་གཏོགས་སྤྱིར་བཏང་མགོན་པོ་རེད་མི་མང་ཆ་བསགས་ཀྱི་ཡོད་རེད་ད།

ཞག་གསུམ་ལོན་ཚེ་རྗེས་མེད་གཡེང་བས་ཁྱེར། དེ་འདྲ་དེ་ལ་ཅི་ཡང་མི་ཡོང་བས་བརྩོན་འགྲུས་ཆུ་བོ་རྒྱུན་བཞིན་བརྟན་ཅིག་གང་ཟེར་དུ། དེ་ག་རང་རེད་ད་བརྩོན་འགྲུས་ཆེ་ནས་ཁོ་ར་པའི་ཕུགས་རྒྱང་རིང་པོ་སློབ་སྦྱོང་བྱེད་དགོས་ཏེ། གླ་བ་སློབ་གཉེར་རྒྱག་ཡ་དེ་ཚོ། གཅིག་ཉི་མ་གཅིག་གཉིས་སློབ་སྦྱོང་བྱས་ལོ་གཅིག་གཉིས་སློབ་སྦྱོང་བྱས་ནས་ཡོང་གི་མ་རེད་པས་གླ་བ་སློབ་གཉེར་ཟེར་ཡ་དེ། རྒྱུན་རིང་པོ་སློབ་སྦྱོང་བྱེད་དགོས་ཡ་གི་སློབ་སྦྱོང་ཅིག་རེད། དེ་ལ་གདིང་ནས་སོ་སོས་གཅིག། སྤྲོ་སྣང་དང་དེ་ཚོ་མ་བསྐྲུན་ན་དེ་ག་ཕ་ག་ཡོང་ཐབས་ཡོད་མ་རེད་བྱས་ཙང་ང་ཚོས་ད་ལྟ་དེ་གསེང་དུ་ཨ་གར་ས། སློབ་དཔོན་རྒྱ་ཡེ་དེ་བརྩོན་འགྲུས་ཆུ་བོའི་རྒྱུན་བཞིན་བརྟན་ཅིག་ཨང་ཟེར་ཡ་འདྲ་བོ། དེ་འདྲས་ཅིག་གོ་གི་ཡོད་རེད་བྱས་ཙང། མཐའ་མ་དེ་ལ་བྱས་ཙང་ཚང་མས་མིག་རྒྱང་བསྲིངས། ཁོང་སོ་ལྷོད་ཟེར་བ་ན་ཞིག་བྱས་ནས། དེ་འདྲས་བྱས་ནས་སློབ་གཉེར་ཡག་པོ་ཡོང་ཡག་ད་དེའི་ཞོར་ལ། ང་རང་ཚོས་ཅིག། བསྟན་པ་རྒྱས་པའི་ཆ་རྐྱེན་ལ་འགྲོ་ཐུབ་ཡག་གི་ད་ཚན་རིག་སློབ་སྦྱོང་དང་སྐད་རིགས་སློབ་སྦྱོང་དེ་ཚོ་ཡང་གལ་ཆེན་པོ་རེད་དོ། དེ་ཚོ་བྱས་ཙང་ཅིག་ཕུན་སུམ་ཚོགས་པ་ཅིག་ཡོང་ཡག་གི་སྨོན་འདུན་ཞུ། དེ་ནས་ད་དེ་རིང་ང་ཚོ། བཅར་འདྲི་ཞུ་ཡ་དེ་འདུ་བྱེད་ནས་ད་མཚམས་གུས་པས་ངོས་ནས་ད་གེ་ཆེ་ལགས་ལ་འདུ་བྱེད་བཅར་འདྲི་ཞུ་ཡ་དེ་དེ་ག་མཚམས་བཞག་ཡིན་ཨ་ནི་གོང་དུ་བཅར་འདྲི་ཞུ་ས་དེ་ནི་ད་གིན་གོང་དུ་བརྗོད་ཟིན་པ་ལྟར་ཨ་ནི་དགེ་ལུགས་སྒྱུ་འཕྲུལ་ལོ་ངོ་དྲུག་གི་རིང་ལ་ཡ་ཨང་དང་པོའི་གི་བྱ་དགའ་བཞེས་མྱོང་མཁན་དང་དེང་རབས་ཀྱི་ཚན་རིག་ལ་དོ་སྣང་ཡོད་མཁན་ཨ་སེར་བྱེས་ཁེ་ཉེན་གྲྭ་ཚང་གི་དཔེ་བཤེར་དགེ་རྒན་ཨ་ནི་དགེ་བཤེས་ཐབས་མཁས་ལ་ཆགས་བསྡད་ཡོད་ཨ་ནི་དགེ།
སླར་ཡང་གོ་སྐབས་གནང་བ་དེ་མཐུ་ཆེ་ལ་ཞུ།
དེ་བཞིན་ལེགས་ན་སྲིད།